ཁ་སང་གོང་དུ་ལུས། མདོར་བསྟན་པའི་སྐབས་སུ་ཟེར་བ་དང་བསྡུས་དོན་གྱི་སྐབས་སུ་གསུངས་པ་ནང་བཞིན་བྱས་ནས། དེ་ནི་མངོན་པ་ཀུན་ལས་བཏུས་པ་ཟེར་ན་ཀུན་བཏུས་རྣམ་པ་ལྔ་ཡོད་དུས་རྩ་ནི་དེ་དང་པོ་མཚན་ཉིད་ཀུན་ལས་བཏུས་པའི་གི་དག་སྐབས་རེད་དེ་ལ་ཡང་དེ་ནི་ནང་ཚན་གྱི་རྣམ་པ་བཅུ་གཉིས་ཡོད་པའི་ནང་ནས་དེ་ནི་དག་དང། དེ་ནི་མ། དུ་དང་ཅི་ཕྱིར། ཉེར་ལེན་དང། མཚན་ཉིད་དེ་ཡི་རྣམ་གཞག་དང་གོ་རིམ་དོན་དམ་དཔེ་ཡས་དང་བདུད་ལ་སོགས་པ་རྣམ་པ་བཞི་བསྡུས་དང་མཚུངས་པར་མཚུངས་ལྡན་ལྡན་པ་དང། འོ་ད་དེ་འདྲ་བྱས་ན་མ་གསུངས་ཡོང་དུས་ཙང་ནས་དེ་ནས་ད་ལྟ་འདི་མཚན་ཉིད་བསྟན་པའི་སྐབས་འོ་དེ་ལ་ད་བཅུ་གཉིས་ཙམ་གྱི་ཡོད་དུས་དེའི་ནང་ནས་དང་པོ་དེ་ནས་དུས་དང་ཅི་ཕྱིར་ཉེར་ལེན་ཟེར་ཡང་ད་དེ་འདྲ་བོ་རྣམ་པ་གསུམ་པོ་དེ་ཞུས་ཟིན་པ་ཡིན་པར་བ་ད་མཚན་ཉིད་བསྟན་པའི་གཞུང་དེ་འདྲ་ཞིག་ཡིན་པར་ད། ད་མཚན་ཉིད་བསྟན་པའི་གཞུང་དེ་ལ་དེ་ནས་ཕུང་པོ་གི་མཚན་ཉིད་ཤེས་པ་དང་ཁམས་ཀྱི་མཚན་ཉིད་ཤེས་པ་དང་སྐྱེ་མཆེད་ཀྱི་དང་སོ་སོའི་མཚན་ཉིད་ཤེས་པ་དེ་འདྲའི་གང་ཉིད་ཡོད་དུ་བརྩམས་ནས་དེ་ནས་ད་ལྟ་འདི་ཁ་སང་ཕུང་པོ་གི་མཚན་ཉིད་ཤེས་པ་ཞུས་ཟིན་པ་ཡིན་པ་དང་དེ་རིང་འདི་ནས་མ་ཁམས་ཀྱི་མཚན་ཉིད་ཤེས་པ་ཟེར་ཡ་དེ་རེད་བ། ད་ཁམས་ཀྱི་མཚན་ཉིད་བཤད་ཡོད་འདུག་ཙང་ནས། ད་ཁམས་སྐྱེས་ལྡོག་གི་དེ་ནས་མཚན་ཉིད་འདྲ་བོ་དེ་ཉེར་སྤྱོད་འཛིན་པ་ཟེར་ན་ཡང་འདྲ། ཡང་ན་དེ་ནས་ཅིག་རང་གི་མཚན་ཉིད་མི་འདོར་བ་འཛིན་པ་ཟེར་ན་ཡང་འདྲ་ད་དེ་འདྲའི་བྱས་ནས་གཙོ་བོ་ག་ཟེར་ན་ཁ་སང་གོང་དུ། རང་གི་ཉེ་བར་སྤྱོད་པ་དེ་ནས་འཛིན་པ་ཟེར་ཡ་དེ་འདྲ་ཞིག་གསུངས་སོང་ཉེར་སྤྱོད་དཔེར་ན། འདས་པ་དང་དེ་ད་ལྟ་བར་རྣམ་པ་གཉིས་པོ་དེ་འོག་དག་འཛིན་པ་བདག་ཉིད་ཅན་གཅིག་ལ་ཁམས་ལ་དགུ་རེད་ཟེར་ན་དེ་གསུངས་རོགས། ད་དེ་ཡིན་དུས་ཙང་ནས་དེ་གཞི་བཞག་བྱས་ན་ད་དེ་རིང་འདི་ནས་མ་ཁམས་ཀྱི་ནང་ཚན་སོ་སོའི་གི་ད་མཚན་ཉིད་དེ་བཤད་ཡོང་གི་ཡོད་རེད། དེ་ལ་ཡང་དེ་ནས་ད་ལྟ་འདི་ད་དབང་པོ་ཡིན་པའི་ཁམས་དྲུག་ཡུལ་ཡིན་པའི་ཁམས་དྲུག་རྣམ་པར་ཤེས་པ་ཡིན་པའི་ཁམས་དྲུག་དེ་འདྲ་ཡོད་དུས་ཙང་ནས་ད་དང་པོ་ང་ཚོ་དབང་པོ་ཡིན་པའི་ཁམས་དྲུག་གི་ད་མཚན་ཉིད་དེ་བཤད་དགོས་རོགས། ཨོ་ཡ་ད་དེ་ལ་གར་སོང་འདུག་ཟེར་ན། ད་དབང་པོ་དྲུག་ཡོད་དུས་དང་པོ་མིག་གི་ཁམས་ངོ་མཚན་ཉིད་རེད། མིག་གི་ཁམས་ཀྱི་མཚན་ཉིད་གང་དག་དེ་ལ་དྲི་བ་དང། དེ་ནས་ལན། ད་དེ་འདྲ་གཉིས་རེ་གཉིས་རེ་དགོས་ན་མ་བསྟན་འགྲོ་འོས་པ། འོ་དེ་ཡིན་དུས་དང་པོ་མིག་གི་ཁམས་ཀྱི་མཚན་ཉིད་གང་ཞེ་ན། ད་དེ་དྲི་བའི་ཚུལ་གྱི་སྒོ་ནས་དྲིས། རེད། ད་དེ་དེ་ནས་དེ་ལྟར་འདི། ལན་གྱི་ཚོད་དེ་ལ་ད་མཚན་ཉིད་ག་རེ་ཟེར་ཡོད་དུས། མིག་གང་གི། གཟུགས་རྣམས་མཐོང་བར་འགྱུར་བ་དང། ལྟ་བ་དང་དེའི་ས་བོན། བསགས་པ་དང་རྣམ་པར་སྨིན་པའི་ཀུན་གཞིའི་རྣམ་པར་ཤེས་པ་གང་ཡིན་པ་དེ་མིག་གི་ཁམས་ཀྱི་མཚན་ཉིད་དོ་ཟེར་ཡ་དག་དེ་གསུངས་པ་རེད། དེ་ཡིན་དུས་ཙང་ནས་དེ་ནས་ད་ལྟ་འདི་དཔེར་ན་ཉེར་སྤྱོད་འཛིན་པ་དང་ས་བོན་གྱི་དོན་ཅན་གང་རུང་གི་སྒོ་ནས་དེ་ནས་དེ་དང་དེ་དག། གཟུགས་ལ་སོགས་པ་འོ་ད་གཟུགས་ལྟ་བུ་དང་འཛིན་པར་བྱེད་པ་སེར་སྣ་ཡང་འདྲ། ཡང་ན། དེ་ནས་རང་འདྲའི་མིག་ཤེས་སྐྱེད་པར་བྱེད་པའི་གེགས་དེ་ནི་དེ་དང་དེའི་དང་དབང་པོ་གང་ཡིན་པ་དེ་ལ་མིག་གི་དབང་པོ་བའམ་མིག་གི་ཁམས་ཟེར་ན་ཤེས་དགོས། ད་ད་ལྟ་འདིའི་མངོན་པ། ཀུན་འདུས་ཀྱི་ལུགས་ཟེར་བ། གྲུབ་མཐའ་གོང་མའི་གི་ལུགས་ལ། དེ་ནི་མིག་གི་དབང་པོ་ཟེར་ངོས་འཛིན་བཟོ་ཡོང་དུས་ཚང་ནས། གཅིག་མིན་གཅིག་དབང་པོ་གཟུགས་ཅན་པ་བེམ་པོ་གཅིག་ལ་ངོས་འཛིན་བཟོ་དགོས་པའི་བྱ་བ་དེ་འདྲ་གཅིག་མེད་ཡོང་གི་ཡོད་རེད། སྤྱི་དང་དཔེར་ན་དབང་པོ་གི་ངོས་འཛིན་བཟོ་ཡོང་དུས། ད་ནས་བདག་ངོས་འཛིན་བྱེད་སྟངས་ཁག་མ་འདྲ་བ་མང་པོ་ཡོང་གི་རེད་བ། འཇིག་རྟེན་པ། གྲུབ་མཐས་ཀྱི་བློ་ཁ་མ་ཕྱོགས་པས་ཀྱི་ང་རང་ཚོ་འཇིག་རྟེན་པ་ཀྱི་མིག་གི་དབང་པོ་ཟེར་ཡོང་དུས་ད་ནས་དབང་ལྡན་ཁོག་པ་འདི་ལ་ངོས་འཛིན་བྱེད་ཀྱི་རེད་བ། དཔེར་ན་མིག་རྡོག་རྡོག་འདི་ལ་ངོས་འཛིན་བྱེད་ཀྱི་རེད། ཨམ་ཅོག་དེ་ནས་ལྷེབ་ལྷེབ་འདི་ལ་ངོས་འཛིན་བྱེད་ཀྱི་རེད། ལྕེ་ནར་ནར་འདི་ལ་ངོས་འཛིན་བྱེད་འགྲོ་གི་རེད་བ། དེ་ཡིན་དུས་དེ་ཚོ་དབང་ལྡན་རེད་ངོ་ན་བྱས་ན། ད་དེ་ལས་མ་ཞིབ་ཚེ་ཤེས་ཡོན་དུད་ཚང་ནི་དེ་འདྲ་བྱེ་བྲག་འཕར་བ་འདྲ་བོ་ཅིག་ཡིན་ན། དེ་ནས་དེ་དང་དེའི་དཔེར་ན་དབང་ལྡན་དེ་ནི་མིག་གི་ཁོག་པ་ཟེར་དགོས་རོགས་ད་མིག་གི་དབང་ལྡན། ད་རིལ་པོ་འདི་གི་དེ་ནི་གདེངས་ལ། དེ་ནས་ད་དང་དེ་ད། ཟར་མའི་མེ་ཏོག་ལྟ་བུ་ཞིག་དུད་ཚང་ནི་ད་ད་ང་ཚོ་གོ་ཉོག་ཟེར་ཡ་ཅིག་ཟ་ཡ་ད་བ། ཇག་གི་རྫི་ར་ཟེགས་དོ། དེད་ཀྱི་དེ་ནས་ཡ་བཅད་ཡོད་འདུག་ཙང་ནས་དེ་ནས་མེ་ཏོག་སྔོན་པོ་རིགས་ཅིག་དེ་བ་འོ་ད་དེ་ནང་བཞིན་ཅིག་གཟུགས་དབྱིབས་དེ་འདྲ་བོ་ཅིག་དེ་ནས་ད་དུང་དེ་མིག་གི་དབང་ལྡན་ཁོག་པ་འདི་གདེང་འདི་ན་ཡོད་རེད་དེ་སེ་དེ་ནས་ཅིག་བང་ཁྲ་བ་འདྲ་བོ་ཅིག་ལ་ངོས་འཛིན་བཟོ་གི་ཡོད་རེད་དེ་ནས་མདོ་སྡེ་བ་འདྲ་བོ་ཅིག་ནི་ད་དུང་དེ་ལས་ཞིབ་ཕྲ་བྱས་ནས་མིག་གི་དབང་པོ་ཟེར་ཡ་དེ་ང་རང་ཚོ་སོ་སོའི་སྐྱེ་བོ་ཚུར་མཐོང་གི་ཡུལ་དུ་བྱུར་གི་མ་རེད་མིག་གི་དབང་པོ་ཟེར་ཡ་དེ་ད་ལྟ་དབང་ལྡན་ཁོག་པ་འདི་གི་གདེང་འདི་ན་དེ་ནས་པའི་གཟུགས་བཞི་འདི་ན་ཅིག་དྭངས་བའི་གི་བདག་ཉིད་ཅིག་ཅིག་ཡོད་རེད་དེ་ཡིན་དུས་མིག་གི་དབང་པོ་ཟེར་དེ་ལ་ཟེགས་དགོས་རེད་སོང་ཡ་འདྲ་བོ་དང། དེ་ནས་སེམས་ཙམ་པ་ཡན་ཆད་འདྲ་བོ་བྱས་ན་མིག་གི་ཨོང་པོ་སེ་ཡ་དེ་ཀུན་གཞིའི་སྟེང་དུ་ཡོད་པའི་བག་ཆགས་དེ་ལ་དེ་ནི་དེ་དང་དེ་དང་མིག་གི་ཨོང་པོ་སེ་ཤེས་དགོས་རེད་གསུང་གི་རེད་ད་དེ་ཚོ་སྐོར་དེ་ཁ་སང་དབུ་མ་འཇུག་པའི་ནང་ལ་གསུངས་སོང། རང་གི་རྣམ་ཤེས་རྟེན་གྱི་ནུས་དེ་ལ་ཨོང་པོ་གཟུགས་ཅན་མིག་ཅེས་བྱ་བར་རྟོགས་ཟེར་ནས་གསུངས་སོང། ཡིན་རྒྱུ་དེ་རང་གི་རྣམ་པར་ཤེས་པའི་རྟེན་གྱི་ད་ཅིག་ནུས་པ་སེལ་རུང་དུ་གྱུར་པའི་བག་ཆགས་གང་ཡིན་པ་དེ་ལ་དེ་ནི་ཨོང་པོ་སེ་ལབ་རེད་ཟེར་ནའོ་ད་གསུངས་པ་ནང་བཞིན་རེད་ད་དེ་ཡིན་དུས་གྲུབ་མཐའ་གོང་མའི་གཙོ་བོ་བག་ཆགས་དོགས་ནས་བཤད་ཡོང་གི་ཡོད་རེད། ཟླ་འདིའི་དངོས་པོ་ཀུན་བཏུས་ཀྱི་ནང་ལ། ཐིགས་པ་གོང་འོག་ཆ་ཚང་གི་ཐུན་མོང་གི་དེ་ནས་སྐད་ཆ་ཞིག་གསུང་དགོས་ཡོང་དུས་ཙང་རེད་ད། མིག་གི་ཁམས་ཟེར་ཡ་དེ་ག་འདྲ་ཞིག་རེད་ཟེར་ན། དེ་ནས། མིག་གང་གིས། ད་མིག་འགྲོ་བོ་གཅིག་ཡིན་ན་མིག་གི་དབང་པོ་འདྲ་བྱས་ན་རང་གི་ཉེར་སྤྱོད་དེ། གཟུགས་འཛིན་དགོས་རུ་བ། དེ་བྱེད་དུས་ཙང་ནས་མིག་གང་གིས།

ད་དེ་འདྲའི་གི། དེ་འདྲ་བོ་རྣམ་པ་གཉིས་པོ་དེ། ཉེར་སྤྱོད་གཟུང་ཟིན་པ་དང་ཉེར་སྤྱོད་གཟུང་བཞིན་པའི་གི་དབང་པོ་གཉིས་པོ་འདྲ་ཅིག་ཡིན་ན་དེ་ནི་མིག་ཡང་ཡིན་པ་ལ་མིག་གི་ཁམས་ཡང་ཡིན་པའི་བཞིན་དོན་དེ་འདྲ་ཅིག་རེད་འདོད་ཡོད་རེད། འོ་དེ་བྱེད་དུས་ཙང་ནས་དེ་ནི་སྤྱི་དང་མིག་དང་མིག་གི་ཁམས་ལ་ཏིས་བྱེད་པ་ཅིག་ཡོང་གི་ཡོད་རེད་མིག་གི་ཁམས་ཡིན་ན་དབང་པོ་ད་དང་དེའི་གཟུགས་ཅན་པ་འདི་གཅིག་པུ་ཡིན་པའི་ངེས་པ་མེད་པ་ལྟ་བུ། དེ་ནི་དེའི་དེའི་བག་ཆགས་ཀྱི་དང་དེའི་ས་བོན་གྱི་ཆ་དང་དུ་ལ་ཡང་མི་དགོས་གམ་ཟེར་ནས་གསུང་དགོས་ས་རེད། ད་ད་ལྟ་འདི་གཟུགས་མཐོང་ཟིན་པའི་ཀྱི་དེ་ནི་དབང་པོ་འདས་པ་ལྟ་བུ་དེ་དང་གཟུགས་མཐོང་བཞིན་པའི་ཀྱི་དབང་པོ་ད་ལྟ་བ་ལྟ་བུ་ཅིག་ཡིན་ན་དེ་ནི་དེ་གཉིས་པོ་དེ་ལ་ད་དང་དེའི་མིག་གི་དབང་པོ་ཡང་ཡིན་པ་མིག་གི་ཁམས་ཀྱང་ཡིན་པ་དང་དེ་འདྲ་ཅིག་རེད། དེ་འདུལ་བལྟ་བ་དང། ད་དེ་མངོན་པ་འོག་མ་ལ་སོགས་པ་ལ་སྒོ་གཏོད་ནས་དེ་ནི་དབང་པོའི་གཟུགས་ཅན་པ་དེ་ལ་མིག་གི་དབང་པོ་ཟེར་ནས་གསུངས་པ་རེད། ད་དེའི་ས་བོན་བསགས་པ་དང་གསུངས་ཏོ། ད་དེའི་ས་བོན་བསགས་པ་གསུངས་དུས་ཙང་ནས་དཔེར་ན། ད་ལྟ་ང་རང་ཚོ་གི་དེ་ནས་མིག་གི་དབང་པོ་གི་ཡུལ་གཟུགས་ལ་བཏགས་ཡོད་འདུག་ཙང་ནས་དེ་འདྲའི་གི་མིག་དབང་དེ་སྐྱེས་གསུངས་འདུག་ཙང་ནས་ད་མིག་དབང་དེ་གི་བྱ་བ་གཉིས་བྱེད་གི་ཡོད་རེད་གཅིག་གར་ཟེར་ན་དངོས་མེད་གི་བག་ཆགས་གི་སྟོབས་ཀྱིས་ཀུན་ད་ལྟའི་གི་གཟུགས་སྣང་བའི་གི་བྱ་བ་གཅིག་བྱེད་གི་ཡོད་རེད་གཉིས་པ་གར་ཟེར་ན་མ་འོངས་པའི་ལ་ཡང་དབང་པོ་དེ་འདྲའི་ཚུལ་འགྲུབ་རུང་གི་བག་ཆགས་དེ་འདྲའི་ས་བོན་བག་བཏབ་འགྲོ་གི་ཡོད་རེད་དེ་ཡོད་དུས་ཙང་ནས་ད་ལྟ་འདི་ས་བོན་བསགས་པ་དང་ཟེར་དེ་ཟེར་གི་མ་འོངས་པའི་གི་དེ་ནས་མིག་གི་དབང་པོ་དེ་འདྲའི་ད་གཅིག་ཚུལ་འགྲུབ་རུང་གི་ས་བོན་དེ་འདྲ་ད་ལྟ་ཀུན་གཞི་ལ་བསགས་པ། འོག་དག་དེ་འདྲས་དང་མིག་གི་ས་བོན་དག་འདར་བ་ལྟ་བུ་དེ་འདྲས་དང། ཀུན་གཞི་ལ་བསགས་པ་དེ་དང། དེ་ནས་རྣམ་པར་སྨིན་པའི་ཀུན་གཞི་རྣམ་ཤེས་གང་ཡིན་པ་སུ་འདུག་ཙང་ནས་རྣམ་སྨིན་ཟེར་ཡང་འདས་ཀྱི་ཡང་སྔོན་མེད་ཀྱི་ལས་ལ་བརྟེན་ནས་རྟེན་ད་ལྟ་འདིའི་བག་ཆགས་ཡོངས་སུ་སྨིན་པ་ལ་བརྟེན་ནས་བྱུང་བའི་ད་ལྟ་ཀུན་གཞི་རྣམ་ཤེས་ཀྱི་སྟེང་དུ་ཡོད་པའི་ད་གར་བཟོ་གི་རེད། དཔེར་ན། དེ་ནས་འདོད་ཁམས་དང་གཟུགས་ཁམས་འདྲ་བོ་ཁམས་གང་ཅིག་ལ་བ་དེ་ནས། སྐྱེ་བ་ལ་ཉིང་མཚམས་བརྒྱར་ཡོང་དུས་རྩ་ནས་ད་ཉིང་མཚམས་བརྒྱར་མ་ཐག་ཏུ་དེ་ནས་ལྷག་པར་དུ་དཔེར་ན་འདོད་ཁམས་འདྲ་བོ་ཅིག་ཡིན་ན་ཉིང་མཚམས་བརྒྱར་མ་ཐག་ཏུ་མིག་གི་དབང་པོ་མངོན་གྱུར་པ་དེ་འདྲ་གྲུབ་ཡོང་གི་ཡོད་མར་བ་ཡིན་ན་ཡང་སྔོན་མེད་ཀྱི་དེ་ནས་ཀུན་གཞིའི་སྟེང་དུ་ཡོད་པའི་བག་ཆགས་དེའི་སྟོབས་ཀྱི་སྒོ་ནས། དེ་ནས། ཉིང་མཚམས་བརྒྱར་ཡོང་དུས་རྩ་ནས་ད་མིག་གི་དབང་པོ་གང་ཡིན་པ་དེ་གང་ཟག་དེའི་རྒྱུད་ལ་ཐོབ་འགྲོ་གི་ཡོད་རེད་དེ་ཡིན་དུས་རྩ་ནས། ཨོ་ད་དེ་ལ་དེ་ནི་ད་ལྟ་འདི་ནས་རྣམ་པར་སྨིན་པའི་ཀུན་གཞི་རྣམ་པར་ཤེས་པ་གང་ཡིན་པ་ཟེར་ན་དེ་ནི་ཀྱི་དབང་པོ་མངོན་གྱུར་བའི་ངོ་བོ་ལ་མ་གྱུར་བ་ཡིན་ན་ཡང་དེ་ནི་ད་ལྟ་དབང་པོ་མངོན་དུ་འགྱུར་རུང་སྔོན་མའི་བག་ཆགས་ཀྱི་སྟོབས་ཀྱི་སྒོ་ནས་ད་ལྟ་མ་ཡི་མངལ་ལ་བདག་ཉིད་མཚམས་སྦྱར་བདེ་བའི་མེར་མེར་པོ་ནུ་རིང་པོ་ལ་སོགས་པ་ལྟ་བུ་སྐབས་ན་ཡོད་པས་མིག་གི་དབང་པོ་གྱི་དག་ཅིག། བག་ཆགས་སེ་གོལ་བའོ་ད་རྣམ་སྨིན་གྱི་ངོ་བོ་ཉིད་དུ་གྱུར་པ་གང་ཡིན་པ་དེ་ལ་ཡང་དེ་ནི་མིག་གི་ཁམས་ཀྱི་མཚན་ཉིད་སེ་མིག་གི་ཁམས་སེ་ཤེས་དགོས་རེད་གསུངས་པ་ད་དེ་ཡིན་དུས་ད་ནི་མིག་གི་ཁམས་ཀྱི་མཚན་གཞི་དེ་ལ་ད་ནི་རྣམ་པ་བཞི་གསུངས་ཀྱི་རེད། དང་པོ་དེ་གར་ཟེར་ན། འདས་འཕེལ་གྱི་གཟུགས་མཐོང་བར་གྱུར་བའི་གི་དབང་པོ་འདས་པ་དེ་ཡང་མིག་གི་ཁམས་རེད། དེ་ནས་གཉིས་པ་གར་ཟེར་ན་ད་ལྟ་ཡུལ་ལ་ལྟ་བཞིན་པའི་གི་མིག་གི་དབང་པོ་གང་ཡིན་པ་དེ་ཡང་མིག་གི་ཁམས་རེད། དེ་ནས་གསུམ་པ་གར་ཟེར་ན་མ་འོངས་པ་ལ་དབང་པོ་འགྲུབ་རུང་གི་དེ་ནས་ད་ལྟ་འདི་རྒྱུ་ས་བོན་ད་ལྟ་བག་ཆགས་ཀྱི་ཀུན་སྤྱི་གང་ལ་བཞག་གི་ཡོད་རེད་བ་དེ་འདྲ་བོ་ས་བོན་གང་ཡིན་པ་དེ་ལ་ཡང་དབང་པོ་གི་མིག་གི་དབང་པོ་ཁམས་ཞེས་བསྒུགས་རེད། དེ་ནས་ཡང་ད་ལྟ་འདི། མིག་གི་རྣམ་པར་སྨིན་པའི་ད་ལྟ་རྣམ་པར་སྨིན་པའི་ཀུན་གཞི་རྣམ་པར་ཤེས་པ་གང་ཡིན་པ་སྲིད་དུ་བརྩམས་ནས་དངོས་མེད་ཀྱི་བག་ཆགས་ལ་བརྟེན་ནས་ད་ལྟ་ཀུན་གཞི་རྣམ་ཤེས་ཀྱི་སྟེང་དུ་དག་ཅིག་བག་ཆགས་དེ་ཚུར་སད་ནས་དེ་ནི་ད་ལྟ་འདི་ལྟ་སྟེ་ཧེ་ཙི་རྗེས་ལ་དུས་ཚོད་ཅུང་མ་འགོར་བའི་ཀྱི་རྗེས་ལ་མིག་དབང་རག་པ་དེ་འདྲ་ཚུར་མངོན་དུ་འགྱུར་རུང་གི་ད་ལྟ་ཅིག་བག་ཉལ་གྱི་ཚུལ་དུ་སད་དགོས་ན་འདྲ་བོ་ད་དེ་འདྲའི་ཀྱི་བདག་ཉིད་ཅན་གང་ཡིན་པ་དེ་ཡང་དེ་ནི་མིག་གི་ཁམས་རེད་གསུངས་པ་ད་དེ་འདྲ་བྱེད་དུས་བརྩམས་ནས་མིག་གི་ཁམས་ཀྱི་མཚན་གཞི་གང་ཡིན་པ་དེ་ལ་ད་གཞན་འདྲ་བོ་དེ་འདྲ་ཞིག་གསུངས་ཡོང་གི་ཡོད་རེད། ཨོ་ཡ། རྣམ་པར་སྨིན་པའི་ཀུན་གཞི་རྣམ་པར་ཤེས་པ་གང་ཡིན་པ་དེ་མིག་གི་ཁམས་ཀྱི་མཚན་ཉིད་དོ། ད་དེ་གི་མིག་དབང་དེ་ལ་དེ་ནས་མཚན་ཉིད་དེ་ཞིབ་ཕྲ་བྱས་ནས་གསུངས་རེད། ད་དེ་ནས་དབང་པོ་གཞན་རྣམས་དེས་མཚོན་པའི་སྒོ་ནས་ད་མ་རིག་འབྲིང་རིག་དག་ཡོང་གི་ཡོད་རེད། མིག་གི་ཁམས་ཀྱི་མཚན་ཉིད་ཇི་ལྟ་བ་བཞིན་དུ། རྣ་བ་དང་སྣ་དང་ལྕེ་དང་ལུས་དང་ཡིད་ཀྱི་ཁམས་ཀྱི་མཚན་ཉིད་ཀྱི་དེ་བཞིན་ནོ་གསུངས་རེད། ད་དེ་བྱེད་དུ་ཚང་ནས་རྒྱལ་ཀའི་སྒང་གི་དེ་ནས་ཚིག་དེ་ཚོ་བསྒྱུར་དགོས་རེད། དཔེར་ན་རྣ་བ་གང་གིས་སྒྲ་རྣམས་ཐོས་པར་གྱུར་པ་དང་ཐོས་པ་དང་དེའི་ས་བོན་བསགས་པ་དང་རྣམ་པར་སྨིན་པའི་ཀུན་གཞི་རྣམ་ཤེས་གང་ཡིན་པ་དེ་ནི་དེ་ནི་རྣ་བའི་ཁམས་ཀྱི་མཚན་ཉིད་ཡིན་ནོ་ཟེར་ཡང་འདྲའོ། དེ་ནི་ལྕེ་གང་གིས་རོ་རྣམས་ད་ལྟ་འདི་མྱོང་བར་གྱུར་པ་དང་མྱོང་བ་དང། ད་མྱང་བར་གྱུར་པ་དང་མྱོང་བ་དང་དེ་ནི་དེའི་ས་བོན་བསགས་པ་དང་རྣམ་པར་ཤེས་པ་ལ་དེ་འདྲ་བྱས་ནས་ད་ལྟ་འདི་མིག་གི་ཁམས་རྣ་བའི་ཁམས་སྣ་ཡི་ཁམས་ལྕེའི་ཁམས་ཚང་མ་ལ་དེ་གོང་གི་ཚིག་དེ་ཚོ་ཏིས་ཏིས་བར་འགྱུར་བ་བཏང་བ་མ་གཏོགས་དོན་དག་གཅིག་པ་རེད་ཞེས་པ་དག་དེ་འདྲ་རེད་དེ་ཡིན་དུས་རྣ་བ་དང་སྣ་དང་ལྕེ་དང་མིག་ལ་ཡིད་ཀྱི་མཚན་ཉིད་ཀྱང་དེ་བཞིན་ནོ། འོ་ད་དེ་གི་དེ་ནི་དབང་པོ་དྲུག་གི་མཚན་ཉིད་ཟེར་ཡ་དེ་སོང་རེད། ད་འདི་ནི་མ་དེ་ནི་ད་ལྟ་འདི་ཡུལ་དྲུག་གི་མཚན་ཉིད་དེ་བཤད་ཡོང་གི་ཡོད་རེད་ཡང། གཟུགས་ཀྱི་ཁམས་དང་སྒྲ་ཡི་ཁམས་ནས་ཆོས་ཀྱི་ཁམས་ཏེ་དྲུག་ཡོད་རོ། འོ་དེ་རེད། ད་དེ་ལ་གཟུགས་ཀྱི་ཁམས་ཀྱི་མཚན་ཉིད་གང་ཞེ་ན། མིག་གང་གིས་གཟུགས་མཐོང་བར་གྱུར་པའི་གིས་གཟུགས་འདས་པ་དང་ཟླ་བར་ཡང། ད་ཡང་གཟུགས་འདས་ཚེར་བ་དང་འདས་དང། མིག་གི་མིག་གི་དབང་པོ་གང་གིས་དེ་ནི་ད་དང་འདི། མཐོང་བྱ་ཉིད་དུ་གྱུར་པ། འོ་ད་དེ་འདྲ་ཅིག་གུ་རུ་བ། མིག་གི་དབང་པོ་དེ་གིས་གཟུང་བྱ་ཉིད་དུ་གྱུར་ཟིན་པ། འོ་ད་དེ་འབྲེལ་གྱི་བདག་ཉིད་ཅན་གྱི་གཟུགས་དང། དེ་ནས་མཐོང་བ་རྣམས་སུ་འདུ་ཙམ་ནས་མིག་དབང་ད་ལྟ་བ་གིས་མཐོང་ནས་བཞིན་པའི་གིས་དེ་ནས་གཟུགས་རྣམས་དང། དེ་ནས་དེ་ལ་མིག་གི་ཁམས་དབང་བྱེད་པ་ཉིད་གང་ཡིན་པ་དེ་ནི་གཟུགས་ཀྱི་ཁམས་ཀྱི་མཚན་ཉིད་ཡིན་ནོ་སུ་འདུ་ཙམ་ནས་དཔེར་ན། ད་གཟུགས་དེ་ལ། མིག་གིས་དེ་ནས་དབང་པོའི་ཁམས་ཀྱིས། དབང། བསྒྱུར། བསྒྱུར་བར་བྱས་ཡོང་གི་ཡོད་རེད། དེ་ཡིན་དུས་ཙང་མདོར་ན་གར་ཟེར་ཡོད་ཟེར་ན། མིག་དབང་གི་དབང། བསྒྱུར་རྒྱ་ཉིད་དུ་གྱུར་པ་གང་ཡིན་པ་དེར་བརྟེན་གཟུགས་ཀྱི་ཁམས་ལ་དགོས་རེད་ཟེར་གི་རེད་ད། དེ་བྱེད་དུས་ཙང་ནས་འདིས་ག་རེ་བསྐྱེད་པ་རེད་ཟེར་ན་དཔེར་ན། རྐྱེན་དབང་གིས་མྱོང་རྒྱ་ཉིད་དུ་གྱུར་པའི་རོ་ཡང། གཟུགས་རོ་བ། གཟུགས་ཀྱི་ཕུང་པོ་རོ་བ། དེ་རེད་དེ་ཡིན་ན་ཡང་དེ་གཟུགས་ཀྱི་སྐྱེ་མཆེད་མ་ཡིན་པར་གཟུགས་ཀྱི་ཁམས་མ་ཡིན་པར་ཐེག་བཅས་ཡོང་གི་ཡོད་རེད་དཔེར་ན་ད་ལྟ་འདི་རྐྱེན་དབང་གིས་ཉུང་ཤར་ཉིད་དུ་གྱུར་པའི་ད་རོག་འདྲ་བོ་ཅིག་ཡིན་ན་ད་གནས་འགྱུར་ཐོབ་ཟིན་པ་ལ་ཡང་གནས་ཚུལ་ཁ་ཁ་རེད་ད་དབང་པོ་གནས་གྱུར་སོང་བ་ཡིན་ན་མིག་དབང་གིས་དེ་ནི་ད་ལྟ་འདི་སྒྲ་ཐོས་ཆོག་གི་ཡོད་ཀྱི་རེད་རྣ་དབང་གིས་དེ་ནི་གཟུགས་མཐོང་ཆོག་གི་ཡོད་ཀྱི་རེད་དབང་པོ་གནས་འགྱུར་ཚར་ན་ཁ་ཁ་རེད་ཡིན་ན་ཡང་གནས་མ་གྱུར་བའི་སོ་སོའི་སྐྱེ་བོ་རང་ག་བ་གིས་དེ་ནི་དབང་པོ་དེ་ཚོ་དེ་ཡུལ་ལ་སོ་སོའི་སོ་སོ་དེ་ནི་ངེས་པ་རེད་དེ་ཡིན་དུས་ཙང་ནས་ད་ནི་འདི་ནི་མིག་གི་ཁམས་དབང་བྱེད་པ་ཉིད་གང་ཡིན་པ་དེ་སྲིད་དུ་དེ་དུས་གཟུགས་ལ་གོ་འགྲོ་གི་ཡོད་རེད་ད། དེ་ནང་བཞིན་དུ་རྣ་བའི་དབང་པོ་རྣ་བའི་ཁམས་དབང་བྱེད་པ་ཉིད་ཟེར་ནས་སོང་ནས་སྒྲ་ལ་གོ་འགྲོ་གི་ཡོད་རེད་འོ་ད་དེ་འདྲ་དེ་འདྲ་བྱས་ནས་དེ་ནས་སོང་བཞག་པ་དེ་ལ་མིག་གི་ཁམས་དབང་བྱེད་པ་ཉིད་གང་ཡིན་པ་དེ་དེ་ནི་གཟུགས་ཀྱི་ཁམས་ཉམས་སུ་ཉིད་ཡིན་ནོ། ད་དེ་ནས་དེ་ཡུལ་དྲུག་གི་ནང་ནས་གཟུགས་ཀྱི་མཚན་ཉིད་དེ་ཅུང་ཟད་རྒྱས་པར་བཤད་ནས་ད་དེ་མ་ཡིན་པའི་ཀྱང་ཡུལ་ལྔ་པོ་གང་ཡིན་པ་དེ་ཀྱི་མཚན་ཉིད་རིགས་འགྲེ་སྟངས་བྱས་པ་རེད། གཟུགས་ཀྱི་ཁམས་ཀྱི་མཚན་ཉིད་དེ་ཇི་ལྟ་བ་བཞིན་དུ་སྒྲ་དང་དྲི་དང་རོ་དང་རེག་བྱ་དང་ཆོས་ཀྱི་ཁམས་ཀྱི་མཚན་ཉིད་ཡང་དེ་བཞིན་ནོ། དེ་གསུང་དུ་ཚང་ནས་དཔེར་ན་དེ་ནི། རྣ་བ་གང་གིས་སྒྲ་གང་དག་ཐོས་པར་གྱུར་པ་དང། ཐོས་པ་དང། དེ་ལ་དེ་ནི་རྣ་བའི་ཁམས་དབང་བྱེད་པ་ཉིད་གང་ཡིན་པ་དེ་ནི་དེ་ནི་སྒྲ་ཡི་ཁམས་ཀྱི་མཚན་ཉིད་ཡིན་ནོ། ཞེས་ཡང་འགྲོ་བ་དག་དེ་འདྲ་བཞིན་དུ་ཚིག་བསྒྱུར་ནས་མ་གསུངས་ན་མ་ཡིན་རུང་བ། དེ་ཡིན་དུ་ཆོས་ཀྱི་ཁམས་ཀྱི་མཚན་ཉིད་དེ་ཡིན་ནོ། ད་དེ་གའི་དེ་ནི། དབང་པོ་དྲུག་དང་ཡུལ་དྲུག་ཟེར་བ་དེ་རེད། ད་འདི་ནས་མ་ད་ནི་རྣམ་པར་ཤེས་པའི་འབྲས་བུ་རྣམ་པར་ཤེས་པའི་ཁམས་དྲུག་གི་མཚན་ཉིད་དེ་ནས་བཤད་ཡོང་གི་ཡོད་རེད་ཡང་དེ་ཡིན་དུས་དང་པོ་དེ་ནས་མིག་གི་རྣམ་པར་ཤེས་པའི་ཁམས་ཀྱི་མཚན་ཉིད་དེ་ཅུང་ཟད་རྒྱས་པར་བཤད་ནས་དེ་ནས་གཞན་རྣམས་ཐད་ཀའི་རིགས་འགྲེ་བཏང་ཡོང་བ་རེད། དེ་ལ་མིག་གི་རྣམ་པར་ཤེས་པའི་ཁམས་ཀྱི་མཚན་ཉིད་གང་ཞེ་ན་རྟེན་མིག་དང། དམིགས་པ་གཟུགས་ཀྱིས་གཟུགས་སུ་སྣང་བས་ཀྱི་ཡུལ། ད་དེ་གསུངས་དུས་ཙང་ནས་ད་ལྟ་འདི། དཔེར་ན། མིག་གི་རྣམ་པར་ཤེས་པའི་གི། ཁམས་ཟེར་ཡོད་འདུག་ཙང་ནས། གཙོ་བོ་དེ་ནས། རྟེན། བདག་ཅན་མིག་ལ་རྟེན་འདེད་མཁན། དེ་ནས་དམིགས་པ་ཡུལ། གཟུགས་ལ་རྟེན་འདེད་མཁན་དེ་རེད་རྟེན་མིག་དང་དམིགས་པ་གཟུགས་ཀྱི། གཟུགས་སུ་སྣང་བའི་རྣམ་པར་རིག་པ་གང་ཡིན་པ་དང་ཟེར་འདུག་ཙང་ནས། ད་ད་ལྟ་འདི་མདོ་སྡེ་བ་འདྲ་བོ་ཅིག་ཡིན་ན། ད་འདི། ད་ད་འདི། བཟུང་བའི།

བདག་རྐྱེན་དང་དམིགས་རྐྱེན་དེ་གཉིས་ལ་བརྟེན་ནས་ད་ལྟ་དངོས་སུ་གཟུགས་སྣང་བའི་རྣམ་པར་རིག་པ་སྐྱེ་བདེ་བ་དེ་བས་ཡིན་པའི་ཆེ་བ་ཡོད་རེད་པས་དེའི་ཆེ་བ་ཡོད་མ་རེད། དེའི་ས་བོན་བསགས་པ་དང་ཡང་ས་བོན་བསགས་པ་སོང་ཡོད་དུས་ཙང་ནས་དཔེར་ན། ད་ལྟ་ང་རང་ཚོ་གི་དེ་ནས་མིག་གི་རྣམ་ཤེས་དེ་འདྲས་ཀྱི་ཡུལ་གཟུགས་འཛིན་ཡོང་བའི་ཚེ་ན་ཁོས་དེ་ནས་ལས་ཀ་གཉིས་བཟོ་འགྲོ་གི་ཡོད་རེད། གལ་སྲིད་ན་སྔོན་མའི་བག་ཆགས་ལ་བརྟེན་ནས་ད་ལྟ་ཡུལ་གཟུགས་སྣང་བདེ་གི་ཡོད་རེད། ཡང་ཅིག་མ་འོངས་པ་ལ་དེ་ནས་གཟུགས་འཛིན་རུང་གི་ཤེས་པ་སྐྱེ་བའི་གི་བག་ཆགས་དེ་འདྲས་བཞག་འགྲོ་གི་ཡོད་རེད་ད་དཔེར་ན་དེ་ལྟ་འདི།

ད་འདི་ནས་མ་ད་ནས་གསུམ་པ་སྐྱེ་མཆེད་ཀྱི་མཚན་ཉིད་བཤད་ཡོང་གི་ཡོད། ད་སྐྱེ་མཆེད་ཀྱི་མཚན་ཉིད་དེ་ལ། དེ་ནས་ད་ལྟ་འདི་སྤྱི་དང་སྐྱེ་མཆེད་དེ་ལ་སྡེ་ཚན་རྣམ་པ་གཉིས་རེད་བ། སྡེ་ཚན་རྣམ་པ་གཉིས་ཡིན་དུས་ཚང་ནས། དཔེར་ན་དེ་ནས་ད་ལྟ་འདི། ཡུལ་ཡིན་པའི་སྡེ་ཚན་གཅིག་དབང་པོ་ཡིན་པའི་སྡེ་ཚན་དེ་འདྲ་གཅིག་གསུངས་ཡོང་གི་ཡོད་རེད་བ། འོ་དེ་རེད། དེ་ལ་སྐྱེ་མཆེད་ཀྱི་མཚན་ཉིད་གང་ཞེ་ན། དེས་ནི་ཁམས་བཞིན་དུ་བརྟགས་ཏེ། དེ་ཡང་ཇི་ལྟར་མཐུན་མཐུན་དུ་སྦྱར་རོ་གསུངས། འདུལ་བ་ད་ཅི་མཆིས་ལ་འདི་ན་མཚན་ཉིད་མ་སོང་རེད། མཚན་ཉིད་མ་སོང་འོང་དུས་ཙང་ནས་ག་རེ་གསུངས་བཞག་པ་རེད་ཟེར་ན། དེས་ནི་ཁམས་བཞིན་དུ་བརྟགས་ཏེ་གསུངས་རེད་ཁམས་ལ་ཡང་རིགས་འགྲེ་བཏང་ནས་ད་ཅིའི་གོང་དུ་ཁམས་ཀྱི་མཚན་ཉིད་བཤད་པ་ནང་བཞིན་དཔེར་ན། ད་ལྟ་འདི་མིག་གི་ཁམས་ཀྱི་མཚན་ཉིད་བཤད་པ་ནང་བཞིན་དང་གཟུགས་ཀྱི་ཁམས་ཀྱི་མཚན་ཉིད་བཤད་པ་ནང་བཞིན་ད་ཅི་མཆིས་བཤད་ཡོང་དུས་ཙང་ན་ཡང་མཚན་ཉིད་དེ་འདྲ་ཞིག་སྦྱར་དགོས་རེད་ཟེར་ཏེ་སྤྱི་དང་བསྟན་པ་ཡིན་པ་རེད། དབང་པོ་དང་ཡུལ་གྱི་ཁམས་ནང་བཞིན་དང་འདི་ཁམས་བཞིན་དུ་ཟེར་ཡ་ཁམས་བཞིན་དང་དེ་དང་དང་འདི་དབང་པོ་དང་ཡུལ་གྱི་ཁམས་ནང་བཞིན་ཟེར་ལ་གུར་བ་རྣམ་པར་ཤེས་པའི་སྐྱེ་མཆེད་ཟེར་ཡ་གཅིག་ཡོད་མར་བ་དེ་མེད་ཡོད་དུ་ཙང་ནས་དབང་པོ་གྱི་སྐྱེ་མཆེད་དྲུག་ཡོད་རེད་ཡུལ་གྱི་སྐྱེ་མཆེད་དྲུག་ཡོད་དུ་ཙང་ན་དེ་ནས་ཐམས་ཅད་གོང་དུ་དང་དང་དེ་ཡུལ་གྱི་ཁམས་དྲུག་དང་སྐྱེ་མཆེད་ཀྱི་ཁམས་དྲུག་གི་མཚན་ཉིད་ནང་བཞིན་བྱས་ན་དེ་ནས་འཇལ་དགོས་རེད་ཟེར་ཡ་དེ་སྤྱི་དང་བསྟན་པ་རེད། ད་དེ་ནས་དམིགས་བསལ་ག་རེ་གསུངས་ཡོད་དགོས་རེད་ཟེར་ན་དེ་ཡང་ཇི་ལྟར་མཐུན་མཐུན་དུ་སྦྱར་རོ་གསུངས་འདུག་བ་ད་ཆ་ཚང་ནས་གཅིག་པ་རེད་བས་ཟེར་ན་གཅིག་པ་མ་རེད། ཆ་ཚང་བ་ནི་ཐམས་ཅད་ནི་དེ་ནི་འདྲ་བ་རེད་བས་ཟེར་ན་དེ་འདྲ་བ་མ་རེད་ག་ཡིན་ཟེར་ན། སྐྱེ་འཆིའི་སྐབས་སུ་སྐྱེ་འཆི་ལ་བསམ་བློ་བཏང་ནས་བཤད་དགོས་རེད། ཁམས་ཀྱི་སྐབས་སུ་ཁམས་ལ་བསམ་བློ་བཏང་ནས་བཤད་དགོས་ཀྱི་ཡོད་རེད་དཔེར་ན་ཁམས་འདྲ་གཅིག་ཡིན་ན་འདས་པ་དང་ད་ལྟ་བས་ཀྱི་དེ་ནི་དེ་དང་དེའི་ད་ཡུལ་སོགས་ལ་སོགས་པ་འཛིན་མཁན་གཅིག་ཡིན་ཟེར་བཤད་རེ་བ་ཁ་སང། ད་སྐྱེ་འཆི་འདྲ་བོ་གཅིག་ཡིན་ན་མ་འོངས་པ་འབྱུང་འགྱུར་གྱི་དེ་ནི་རྣམ་ཤེས་སྒོ་འབྱེད་མཁན་གཅིག་ཡིན་དུས་རྩ་ནས་དེ་ནི་ཇི་ལྟར་མཐུན་མཐུན་དུ་སྦྱར་ཟེར་ཡང་འདས་ཀྱི་ད་སྐབས་སུ་བབས་པའི་སྐྱེ་འཆི་ལ་ག་འདྲ་སྦྱར་དགོས་ས་ལྟ་ནས་སོ་སོའི་གི་དེ་ནི་རིགས་ལམ་གྱི་ཐོག་ནས་སྦྱར་ཟེར་ཡོད་རེད། ད་དེ་ཡང་ག་རེ་རེད་ཟེར་ན། དཔེར་ན། ད་ལྕི་ང་ཚོ་འདི་མིག་གི་ཁམས་ཀྱི་ཁམས་ཀྱི་མཚན་ཉིད་བཤད་ཡོང་དུས་ཙང་ནས་མིག་གང་གིས་གཟུགས་རྣམས་མཐོང་བར་གྱུར་པ་དང་ཟེར་འདས་ཚིག་བརྒྱབ་སོང་ཨ། མཐོང་བར་གྱུར་པ་དང། ལྟ་བ་དང་ཟེར་ད་ལྟ་བའི་ཚིག་བརྒྱབ་པ་རེད། ཡིན་ན་ཡང་མཐོང་བར་འགྱུར་བ་ཟེར་ཡ་གཅིག་མ་འོངས་པའི་ཚིག་མི་འདུག་ཨ། ད་དེ་སྐྱིན་ཆད་ལ་སྦྱར་དགོས་བ་ཡིན་ཙང་ཁམས་འགའ་སུ་མ་ཡོང་རེད། དེའི་ཆེད་དུ་ཇི་ལྟར་མཐུན་མཐུན་དུ་སྦྱར་ཟེར་ཡང་དེ་ད་སྐྱིན་ཆད་སྐབས་སུ་མིག་གང་གིས་གཟུགས་རྣམས་མཐོང་བར་འགྱུར་བ་དང་ཟེར་ཡང་མ་འོངས་པའི་ཚིག་ཏུ་སྦྱར་ནས་དེ་ནི་མཚན་ཉིད་དེ་སྦྱར་ཞོར་ཟ་བཞིན་དག་གཅིག་པ་རེད། དེ་ཡིན་དུས་མིག་གང་གིས་གཟུགས་རྣམས་མཐོང་བར་འགྱུར་བ་དང། དེའི་ས་བོན་བསགས་པ་དང། དེ་ནི་རྣམ་པར་སྨིན་པ་ཀུན་གཞི་རྣམ་ཤེས་གང་ལས་ཕྱི་མ་ལ་དེ་ནི་མིག་འགྲུབ་པར་འགྱུར་བ་དེ་ད་མིག་གི་སྐྱིན་ཆད་ཡིན་ཟེར་ཡང་འདྲ་བོ་དག་དེ་འདྲ་བྱས་ནས་འབྱུང་འགྱུར་ལ་བསམ་བློ་བཏང་ནས་དེ་ནི་ཅི་བྱས་སུ་བཤད་དགོས་ཀྱི་ཡོད་རེད་བ། འོ་ད་དེ་འདྲ་བྱས་ན་དེ་ནི་འཇར་ར་ར་གསུངས་པར་ཇི་ལྟར་མཐུན་མཐུན་ཟེར་ཡ་ཚིག་དེ་གས་དེ་ནི་ཁམས་དང་སྐྱེ་མཆེད་གཉིས་ལ་བསམ་བློ་ཁ་ཁ་བཏང་ཡ་ཡོད་བ། དེ་ཡིན་དུས་སྐྱེ་མཆེད་སྐབས་ཀྱི་བསམ་བློ་འདི་ནི་ཁེ་ཤོ་གསུངས་པ་རེད། དེ་བྱས་ནས་ཁ་སང་དཔེར་ན། ཁམས་ཞེས་ཡོད་དུས་ཙང་ནས་འདས་པ་དང་ད་ལྟ་བའི་གི་ཡུལ་ལ་ལྟོས་ནས་ཁམས་ཞེས་བཞག་དགོས་ཀྱི་རེད་ཤེས་སོང། མ་འོངས་པར་གྱི་དེ་ནས་ཤེས་པ་ལ་སོགས་པ་སྐྱེ་བའི་གྱི་རྒྱུ་ལ་བསམ་བློ་བཏང་ནས་དེ་ནས་སྐྱེ་མཆེད་ཚེ་ཤེས་དགོས་རེད་ཟེར་གྱི་འདུག་ས་ནས་ད་ལྟ་འདི་ནས་ཡང་ཨོ་ད་དེ་ནང་བཞིན་བྱས་ནས་སྦྱར་དགོས་ཅི་དང་མཐུན་མཐུན་དུ་སྦྱར་ཟེར་ཡོད་ད་དེ་རེད། ད་དེ་དཔེར་ན་མིག་གི་དབང། མིག་གི་སྐྱེ་མཆེད་ཀྱི་མཚན་ཉིད་དེ་འདྲ་རེད་དེ་ནས་དེའི་ནང་བཞིན་ད་དེའི་རིང་དུ་ད་ནས་རྣ་བའི་སྐྱེ་མཆེད་ལ་སོགས་པ་དེ་འདྲ་བྱས་དེ་ནས་གཟུགས་ཀྱི་སྐྱེ་མཆེད་ལ་སོགས་པའི་ཡུལ་གྱི་སྐྱེ་མཆེད་དྲུག་བཤད་ཡོད་འདུག་ས་ནས་ཡང་གར་ཟེར་ན་ད་ཕྱིན་ང་ཚོ་དཔེར་ན་གཟུགས་ཀྱི་ཁམས་ཀྱི་མཚན་ཉིད་དེ་ལ་མིག་གང་གིས་གཟུགས་གང་དག་མཐོང་བར་འགྱུར་བ་དང་ཟེར་བ། ད། མཐོང་བར་གྱུར་བ་དང་གསོལ་བ་ད་དེ། འདས་ཚིག་དང་ད་ལྟ་བའི་ཚིག་ནི་སྦྱར་བ་དེའི་སྐབས་སུ། ད་ད་ལྟ་ང་ཚོས་འདས་ཚིག་དང་ད་ལྟ་བའི་ཚིག་གཉིས་ཀ་བར་དབྱུང་ནས། མིག་གང་གིས་གཟུགས་གང་དག་མཐོང་བར་འགྱུར་བ་དང། ཟེར་ཡང་འདྲ་བ་དང་དེ་འདྲ་བྱས་ནས་སྦྱར་དགོས་རེད་མཐོང་བར་འགྱུར་བ་དང། དེ་ནི་དེ་ལ་མིག་གིས་གང་དབང་བྱེད་པ་ནི། མིག་གིས་སྐྱེ་མཆེད་དབང་བྱེད་པ་ནི་གང་ཡིན་པ་དེ་ནི་དེ་ནི་གཟུགས་ཀྱི་སྐྱེ་མཆེད་ཞེས་བྱའོ། ཟེར་ཡང་འདྲ་བ་དང་དེ་འདྲ་བྱས་ནས། དེ་ནི་བར། ཇི་ལྟར་མཐུན་མཐུན་དུ་སྦྱར་ཚུལ་འདྲ་བོ་དང་དེ་འདྲ་བྱེད་ཀྱི་ཡིན་གྱི་ཡོད་ས་རེད། དེ་ཡང་ཇི་ལྟར་འདུག་ཅེས་སྦྱར། ད་དེ་གི་དེ་རིང་ས་དམ་དེ་ང་ཚོ་ཅི་མཆིས་དེ་ཤེས་རེད། ད་ཁ་སེང་ཡག་གི་བསྡུས་དོན་ལུས་རྣམ་གཞག་ནང་ལ་དུས་དང་ཅི་ཕྱིར་ཉིན་ལེན་དོན་ཚན་གཉིས་ཟེར་ཡག་ད་དེའི་དོན་ཚན་བཞི་དེ་འགྲོ་ཟིན་པར་དེ་བར་དུ། ད་འདི་ནས་མ་དོན་ཚན་ལྔ་པ་རྣམ་གཞག་ཟེར་ཡག་དེ་རེད་ད། ད་ཕུང་པོ་གི་ནང་ཚན་གྱི་རྣམ་གཞག་ཞིབ་ཕྲ།

གཟུགས་ཀྱི་ཕུང་པོ་གྱི་རྣམ་གཞག་བྱེད་པ་དེ་ལ་སྤྱི་དང་དེ་ནས་དེ་དང་དེའི་རྒྱས་བཤད་ཅིག་དང། བསྡུས་ཏེ་བསྟན་པ་ཟེར་ཡ་ཅིག་དང་ཞར་བྱུང་ཟེར་ན་དང་འབྲེལ་བ་དེ་ཚོ་རང་དུ་ཟབ་ཆས་དང་དེ་གསུམ་སྦྱར་ཡོང་གི་ཡོད་རེད་ད་དེ་ནང་ནས་གཟུགས་ཀྱི་ཕུང་པོ་གྱི་དེ་ནས་རྣམ་གཞག་རྒྱས་བཤད་རེད། རྒྱས་བཤད་དེ་ལ་ཡང་ད་ལྟ་ཕུང་པོ་རྣམ་གཞག་རྒྱས་བཤད་དེ་ལ་ཡང། དེ་ནས་ཕུང་པོ་རྒྱས་བཤད་ཁམས་རྒྱས་བཤད་སྐྱེ་མཆེད་རྒྱས་བཤད་ཟེར་ན་ད་དེ་འདྲ་རྒྱས་བཤད་རྣམ་པ་གསུམ་ཀླད་གུ་རུ་བ་སྤྱི་དང་རྒྱས་པར་བཤད་ཡོང་བ་རྣམ་གཞག་རྒྱས་བཤད་དེ་ལ་ཕུང་ཁམས་སྐྱེ་མཆེད་རྒྱས་བཤད་རྣམ་གཞག་དེ་ལ། ད་དེ་ནང་ནས་དང་པོ་ཕུང་པོ་རྒྱས་བཤད་དེ་ལ་ཡང། དེ་ནི། དག་ཕུང་པོ་ལྔ་ཡོད་དུས་ཙང་ནས་དེ་རྣམས་ལས་དང་པོ་དེ་ནི་གཟུགས་ཀྱི་ཕུང་པོ་ཟེར་ཡ་དག་དེ་རྣམ་པར་གཞག་པ་དེ་བཤད་དགོས་རེད་འོ་དེ་ཡིན་ཙང་དེ་ནས་གཟུགས་ཀྱི་ཕུང་པོ་དེ་ནི་རྣམ་པར་གཞག་པ་གང་ཡིན་ན་དག་དེ་དྲི་བ་དེའི་དྲིར་བ། ད་སྤྱི་དང་འདི་ལ། དེ་ནི། གཟུགས་ཕུང་ཟེར་ཡོང་དུས་ཙང་ནས་ཁ་སང་དེ་ནི་ཞུས་པར་བ། སྤྱི་དང་དེ་ནི། བློས། དང་གཟུགས་ཅན་གྱི་དངོས་པོ། དུས་གསུམ་གྱི་འདོད་པའི་གཟུགས་ཅན། འདས་མ་འོངས། ད་དེ། ཕྱོགས་བཅུ་གྱི་འདོད་པའི་གཟུགས་ཅན། དེ་འདྲ་ཡོད་དུས་དེ་འདྲ་བོ་གཟུགས་ཅན་གྱི་དངོས་པོ་ཡིན་ཚད་ཚང་མ་དེ་ལ། ང་རང་ཚོ་གི་བློ་རྟོག་པ་ཞུགས་ཡོང་བའི་ཚེ་ན་བློ་རྟོག་པའི་གི་གཟུགས། གཅིག་གྱུར་དུ་བློ་དེ་འཇུག་རུང་བ་རེད། དེ་འདུག་ཚ་ནི་བློས་དུ་མ་ཕྱོགས་གཅིག་ཏུ་སྤུངས་སོང་བ་ཡིན་པ་རེད། དེའི་རྐྱེན་དུ་རྗོད་བྱེད་ཀྱི་སྒྲ་འདྲ་བོ་གཅིག་གི་ཡང་གཟུགས་ཀྱི་ཕུང་པོ་ལག་ཡོད་འདུག་ཚང་ནི། ཤར་ལྷོ་ནུབ་བྱང་ལ་སོགས་བོད་ཀྱི་ཕྱོགས་དང་འདས་མ་ད་གསུམ་གྱི་དུས་གང་གཱའི་དབྱེ་བ་མ་ཕྱེ་བར། ཚང་མ་ལ་དེ་ནས་འཇུག་ཡོང་གི་ཡོད་རེད་གཟུགས་ཀྱི་ཕུང་པོ་འོག་སུ་ལག་ཡོད་འདུག་ཙང་ནས་ད་དེ་གར་ཟེར་ན་རྗོད་བྱེད་ཀྱི་སྒྲ་དེ་གས་དུ་མ་ཕྱོགས་གཅིག་ཏུ་སྤུངས་འགྲོ་གི་ཡོད་རེད་དེ་ཡིན་དུས་སྒྲ་རྟོག་གཉིས་པོ་དེ་སྤྱི་དང་ཚད་མའི་སྐབས་འདྲ་བྱས་ན་ཡུལ་ལུང་རྗེས་སུ་འཇུག་པ་གཅིག་པ་རེད་ཟེར་གི་ཡོད་རེད་བ་སྒྲ་རྟོག་ཐམས་ཅད་དགུང་ད་སེར་འཇུག་བྱས་ནས་འཇུག་ཡོང་གི་ཡོད་རེད་དེ་ཡང་དེ་ནས་ཅིག་ཟེར་བར་འཇུག་ཚུལ་དེ་ཡང། ཡུལ་རང་མཚན་དང། ད་ལོག་རྟོག་པ་འདྲ་བྱས་ན།

འོ་དེ་འདྲ་རེད། དེ་མ་གཏོགས་ཡང་ཅིག་གཟུགས་ཟེར་དུས་ཙང་ནས་མཐའ་གཅིག་ཏུ་བདེན་གྲུབ་ཀྱི་ངོ་བོ་ཉིད་དུ་ཡོད་པས་ཀྱི་དང་རྣམ་གཞག་དེ་འདྲ་ཅིག་བཤད་མི་དགོས་པ་འདྲ་བོ་ཅིག་དེ་ནི་ལྷག་པར་དུ་མངོན་པ་ཀུན་བཏུས་བཤད་ཡོང་བའི་ཚེ་ན། གཟུགས་དེ་ནས་ཅིག་ད་ལྟ་མདོ་སྡེ་བ་དང་བྱེ་བྲག་སྨྲ་བའི་རིག་གཞུང་ནས་བཤད་པ་ནང་བཞིན་གྱི་གཟུགས་བདེན་གྲུབ་འདྲ་བོ་ཅིག་ཞར་བཞེས་གནང་གི་ཡོད་མ་རེད་བ། ཡིན་ན་འཇིག་རྟེན་པ་དང་སྒོ་བསྟུན་ནས་དེ་ནས་ཅིག་གྲུབ་མཐའ་གསུམ་ཚང་པ་ཡིན་ཆེད་ཀྱི་ཡང་གཟུགས་ཀྱི་རྣམ་གཞག་དེ་འདྲ་ཅིག་བཤད་དགོས་ཀྱི་ཡོད་རེད། འོ་དེ་བྱས་ཡོང་དུས་ཙང་ནས་དེ་ནི་གཟུགས་དེ། ད་འདི་འདྲ་ཅིག་རེད་ཟེར་ན་ད་གཟུགས་ཀྱི་མཚན་ཉིད་དེ་ཚོ་མ་བསླད་ཡོང་གི་ཡོད་རེད། ད་གཟུགས་ཀྱི་ཕུང་པོའི་རྣམ་པར་བྱས་པ་གང་ཞེ་ན། གཟུགས་གང་ཡིན་པ་ཅི་ཡང་རུང་སྟེ་དེ་ཐམས་ཅད་འབྱུང་བ་ཆེན་པོ་བཞི་དང། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པའོ། ད་དེ་གྱི་མདོར་བསྡུས་ནས་བསྟན་པ་ཡིན་པ་རེད། ག་རེ་ཟེར་ན་གཟུགས་ག་རེ་ཡིན་ན་ཡང་ཅི་ཡང་རུང་དེ་སོ་དུ་གཟུགས་གང་ཡིན་པ་ཟེར་ན་ཕྲ་རགས་གང་ཡིན་ན་ཡང་འདྲ། ཅི་ཡང་རུང་བ་སོ་དུ་བཟང་ངན་ཅི་ཡིན་ན་ཡང་འདྲ། དེ་འབྲེལ་གྱི་གཟུགས་ཡོངས་སུ་རྫོགས་པ་དེ་ཐམས་ཅད་དེ་ཚུར་མདོར་བསྡུས་པ་ཡིན་ན། ཡང་ན་འབྱུང་བ་ཆེན་པོ་བཞི་པོ་གང་རུང་ཡིན་དགོས་རེད། ཡང་ན་འབྱུང་འགྱུར་གང་རུང་ཡིན་དགོས་རེད་གསུངས་པ་ལྟར་འབྱུང་བ་དང་འབྱུང་འགྱུར་གཉིས་ཀྱི་ནང་ལ་མ་ཚུད་པའི་གི་གཟུགས་ཀྱི་ཕུང་པོ་ཟེར་ཡ་ཇི་ལྟ་མེད་ཡོང་གི་ཡོད་རེད་བ་གཟུགས་གཅིག་ཡིན་ནས་བཟུང་སྟེ་འབྱུང་བ་ཞེས་པའམ་འབྱུང་འགྱུར་གང་རུང་ཡིན་དགོས་རེད་སོགས་འབྱུང་བ་ཆེན་པོ་བཞི་དག་སྒྱུར་བྱེད་པའོ་ཟེར་ཡ་དེ་བསྟན་པ་ཡིན་པ་རེད། ཨཱ་ཡ། ད་ཐེག་གི། ལན། མདོར་བསྡུས་པར་བ། དེ་བྱེད་དུ་བཅང་ནས། རྒྱུ་གཟུགས་འབྱུང་བ་ཆེན་པོ་བཞི་དང། དེ་ནས་དེ་དང་དེ་འབྲེལ་གཟུགས་འབྱུང་འགྱུར་ཟེར་ཡ་དག་དེ་ཡིན་པ་རེད། ཨཱ་ཡ། ཧཱ། དེ་གིས་དེ་ནས་གཟུགས་ཕུང་གི་གྲངས་ངེས་པར་ཟེར་ཡ་དག་དེ་འདྲ་བ་རྣམ་པ་གཉིས་སུ་མ་འདུས་པ་དེ་འདྲ་ཅིག་མེད་ཟེར་ཡ་དག་དེའི་རྟེན་བྱེད་པ་རེད། ཧོ་ཡ། ད་དེ་ནས་འདི་ནས་མ་སྤྱི་དང་དེ་ནས་འབྱུང་བ་ཆེན་པོ་བཞི་ཟེར་ནས་གསུངས་ཡོང་གི་འདུག་བ་འབྱུང་བ་ཆེན་པོ་བཞི་ཟེར་ལབ་ཡོང་དུས་ཙང་ནས་སྤྱི་དང་དེ་ནས་འབྱུང་བ་ཟེར་ནས་ལབ་དགོས་པའི་རྒྱུ་མཚན་དང། ཆེན་པོ་ཟེར་ན་ལབ་དགོས་པའི་རྒྱུ་མཚན་དེ་ཚོ་དེ་སྤྱི་དང་མངོན་པ་མཛོད་ཀྱི་སྐབས་ལ་ཡང་སླད་ཡོང་གི་རེད་ལ་དེ་ནི་མངོན་པ་ཀུན་འདུས་ཀྱི་འགྲེལ་བ་ཁག་གི་ནང་ལ་ཡང་ཡོང་གི་འདུག་བ། དཔེར་ན་དེ་ནས། འབྱུང་བ་ཟེར་དུས་ཙང་ནས་ས་ཆུ་མེ་ལོང་ལ་འབྱུང་བ་ཟེར་ནས་ག་རེ་བྱས་ནས་ཤེས་པ་རེད་ཟེར་ན། མ་བྱུང་བའི་དུས་གཏན་ནས་མེད་པ། ག་དུས་ཡིན་ན་ཁོ་འབྱུང་བདེ་བའི་བདག་ཉིད་ཅན་ཡིན་དུས་ཙང་ནས་འབྱུང་བ་ཟེར་ན་མིང་བཏགས་བྱས་པ་ཡིན་པ་རེད། ད་ས་ཆུ་མེ་ལོང་བཞི་པོ་དེ་ཅིག་ནམ་མཁའ་མ་བཞིན་འཁོར་བ་མ་སྟོང་ཟེར་དུས་ཙང་ད་དགའ་རོགས་འདྲོགས་ཅིག་སྐད་ཆ་བཤད་ཀྱི་ཡོད་རེད་བ། དེ་ཡིན་དུས་ས་ཆུ་མེ་ལོང་གི་འབྱུང་བ་ཆེན་པོ་བཞི་པོ་དེ་ད་ག་དུས་ཡིན་ན་ཁོ་འབྱུང་བདེ་བའི་བདག་ཉིད་ཅན་གྱིས་མ་རྟོགས་པས་ཁོ་ཚོ་འབྱུང་ཡག་མེད་པ་གཏན་ནས་ཆགས་ཀྱི་མེད་པ་ད་ཅིག་སྤྱི་སྟོང་གི་འདི་བྱེ་བྲག་པ་ཅིག་ལ་བསམ་བློ་བཏང་བྱས་པ་ཡིན་ན་ད་ཡོད་ཆོག་གི་རེད་དེ་སྤྱི་ཡིས་བྱས་ན་བསམ་བློ་བཏང་འགྲོ་དུས་ཙང་ནས་འབྱུང་བ་ཆེན་པོ་བཞི་པོ་དེ་ད་ཅིག་མ་འབྱུང་བ་མེད་པའི་དེ་འདྲའི་རྗེས་སོང་དུས་འབྱུང་བ་ཟེར་ན་དེ་ནི་ལག་འགུགས་རེད་ཟེར་ཡ་འདྲ་བོ་འབྱུང་བ། དེ་ནས་ཆེན་པོ་ཟེར་ཡོང་དུས་ཙང་ནི། ད་དེ་ལ་དེ་ནི་ཁྱད་ཚུར་འདྲ་མ་འདྲ་མང་པོ་གདའ་བ། བརྟན་པ། རྟུལ་ཆེ་བ། ཡོད་པ་རྒྱ་ཆེ་བ་ཟེར་ཡ་འདྲ་བོ། དཔེར་ན། འབྱུང་བ་ཆེན་པོ་བཞི་པོ་དེ་ལ། ད་བརྟེན་མཁན་དེ་ལ། གཅིག་ཙམ་གཉིས་ཙམ་གྱི་འབྱུང་བཞི་ལ་བརྟེན་བདེ་བ་དང་གཞན་དག་མ་བརྟེན་པ་དེ་འདྲ་གད་དམར་བ། ང་རང་ཚོ་གི་ཤེས་བྱ་ལ་ཡོད་པའི་གི་དངོས་པོ་ཟེར་ན་ཐག་བཅད་བདེན་འབྱོར་འདི་ཚོ་ཚང་མ་དེ་འབྱུང་བ་ལ་བརྟེན་པ་རྐྱང་རྐྱང་རེད་འདོད་ཡོད་རེད་ད། རེད་བ། ཅིག་དེང་སང་ང་ཚོ་ཚན་རིག་གི་འཕྲུལ་ཆ་འདྲ་མི་འདྲ་ཡིན་ན་ཡང་རེད་གང་ལྟར། མིག་ཤེས་རྣ་ཤེས་ལ་སོགས་པ་འདི་ཚོ་གི་ཡུལ་དུ་གྱུར་པའི་དངོས་པོ་ཡིན་ཚད་ཚང་མ་དེ་དེ་ནས་ཅིག་འབྱུང་བ་ལ་ལྟོས་བསྡད་པ་ཡིན་དུས་རྩ་ནས་བསྟན་པ་ལྟོས་ཆེ་བ་ཁོ་ལ་བསྟན་མཁན་གི་དེ་ནི་དངོས་པོ་དེ་དཔེ་ལྟོས་རྒྱ་ཆེན་པོ་ཡིན་དུས་རྩ་ནས་དེ་ནི་འབྱུང་བ་དེ་ལ་ཡང་ཆེན་པོ་ཟེར་ན་མིང་བཏགས་བརྗོད་པ་ཡིན་པ་རེད་ལྟོས་པ་ལྟོས་ཆེ་བ་དང་བསྟན་པ་ལྟོས་ཆེ་བ་དང། དེ་ནི་ཡོད་པ་རྒྱ་ཆེ་བ། འབྱུང་བ་ཆེན་པོ་བཞི་པོ་དེ་ལ་དཔེ་ཅིག་རྒྱ་ཆེན་པོར་བ། འབྱུང་བཞི་ཡོད་པའི་གི་དངོས་པོ་དེ་རྒྱ་ཆེན་པོ་རེད། དེ་ཡིན་དུས་ཙང་ནས་དཔེར་ན་ནམ་མཁའ་འདྲ་བོ་འདུས་མ་བྱས་འདྲ་བོ་དང་ཁ་ཤས་ཁ་ཤས་འདྲ་བོ་གཅིག་ན་འབྱུང་བཞི་གི་དེ་ནི་དེ་དང་དེའི། བདག་ཉིད་ཅན་དེ་འདྲ་གཅིག་མ་རེད་མ་གཏོགས་དཔེ་ཡིན། གཟུགས་འདུས་ཚད་ཚང་མའི་གི་བདག་ཉིད་ཅན་དེ་ལ་ད་ས་ཆུ་མེ་རླུང་ཆེན་པོ་བཞི་པོ་དེ་འདུས་ཏེ་ཡོད་རུ་བ་དེ་ཡིན་དུས་ཙང་ནས་གནས་པ་རྒྱ་ཆེ་བ་ཟེར་ཡ་དང་དེ་འདྲའི་གི་རྒྱུ་མཚན་གཉིས་ལ་བརྟེན་ནས་འབྱུང་བ་ཆེན་པོ་ཟེར་ན་ལགས་པ་ཡིན་པ་རེད། མཁྱེན་སོང། བསྟན་པ་བསྟོད་ཆེ་བ། གནས་པ་རྒྱ་ཆེ་བ། བསྟན་པ་བསྟོད་ཆེ་བ་ཟེར་དུས་ཙང་ནི་འབྱུང་བཞི་ལ་བསྟེན་མཁན་དེ་དག་དཔེ་བསྟོད་ཆེན་པོ་རེད། འབྲས་བུ་གི་གཟུགས་ཡོད་དོ་ཅོག་ཐམས་ཅད་དུ་འབྱུང་བཞི་ལ་བསྟོད་བསྡད་པ་ཡིན་པ་རེད་དེ་ཡིན་དུ་བསྟན་པ་བསྟོད་ཆེ་བ། གནས་པ་རྒྱ་ཆེ་བ་ཟེར་དུས་ཙང་ནི། གཟུགས་ཅན་གྱི་དངོས་པོ། ཅིག། གྲོལ་བ་ཅིག་ཡིན་ནས་བཟུང་སྟེ། ཁོ་ཚོ་ཚང་མ་དེ་ལ་འབྱུང་བཞིའི་ངོ་བོ་རང་བཞིན་དུ་གནས་བསྡད་ཡོད་རེད་དེ་ཡིན་དུ་གནས་པ་རྒྱ་ཆེ་བ། འོ་དེ་ཡིན་ཙང་འབྱུང་བ་ཟེར་ཡག་དང་དེ་ནས་ཆེན་པོ་ཟེར་ཡག་གཉིས་པོ་དེ། ཡིད་བཞིན་དོན་དུ་དེ་འདྲ་བྱས་ན་སྦྱར་བྱས་པ་ཡིན་པ་རེད་སོང་བས་དེ་ཡིན་དུས་འབྱུང་བ་ཆེན་པོ་ཟེར་ཡག་དེ་རེད། ད་དེ་ནས་ད་ལྟ་འདི། འབྱུང་འགྱུར་ཟེར་ཡིན་དུས་ཙང་ནས་དེ་འདྲའི་གི་འབྱུང་བ་ཆེན་པོ་བཞི་པོ་དེ་བསྒྱུར་བྱས་པ་སོང་རོ། ད་བསྒྱུར་བྱས་པ་ཟེར་དུས་ཙང་ནས་ང་ཚོ་ཧོབ་ཏུ་ག་ལ་པགས་ས་ནོངས་བཏང་བཞག་པ་ཡིན་ན་ས་ཆུ་མེ་རླུང་གི་འབྱུང་བ་ཆེན་པོ་བཞི་པོ་དེ་བསྒྱུར་བྱས་ནས་ད་གཟུགས་ཅན་དངོས་པོ་དེ་གྲུབ་འགྲོ་གི་རེད་ཟེར་གལ་ཆེ་རྡོག་རྡོག་བྱས་ན་དེ་ག་རང་རོ། ད་ཡིན་ན་འབྲེལ་བ་དེ་ཚོ་ནི་ལ་མ་ཞིབ་ཕྲ་བྱས་ཡོད་ཙང་ནི། འབྱུང་གཞི་དེ་གའི་འབྱུང་འགྱུར་གྱི་གཟུགས་ལ་སོགས་པ་ལ་རྗོད་བྱེད་ཚུལ་དེ་ལ་རྗོད་བྱེད་ཚུལ་ཁག་མི་འདྲ་བ་བཞི་ཡི་སྒོ་ནས་དེ་ནི་རྗོད་བྱེད་ཀྱི་རེད་གསུངས་ཡོང་གི་འདུག་རྗོད་བྱེད་ཚུལ་མ་འདྲ་བ་ཁག་བཞི་གསུངས་ཡོང་གི་ཡོད་རེད། དཔེར་ན་དེ་ནི། རྗོད་དེ་ལ་བརྟེན་པའི་རྗོད་ཟེར་ཡ་གཅིག། བསྡུས་པའི་རྗོད་ཟེར་ཡ་གཅིག་སྨིན་པར་བྱེད་པའི་རྗོད་ཟེར་ཡ་གཅིག་གཡོ་བར་བྱེད་པའི་རྗོད་ཟེར་ནས་ད་དེ་འདྲའི་གི།

འབྱུང་བཞི་ལ་འགྱུར་བ་ཐེབས་སོང་བ་ཡིན་ན། འབྱུང་འགྱུར་གྱི་གཟུགས་ལ་འགྱུར་བ་ཐེབས་ཡོང་གི་ཡོད་རེད། དཔེར་ན་ང་ཚོ་མིག་གི་གཟུགས་པོ་འདྲ་བོ་གཅིག་ནི་ནང་གི་འབྱུང་བ་ཆགས་མ་མྱོང་པར་འབྱུང་བ་ལ་འགྱུར་བ་ཐེབས་ཡོང་གི་ས་ནི་དེ་ནི་གཟུགས་པོ་ལ་ད་ཅིག་ནད་ན་ཚ་ལ་སོགས་པ་སྟོན་པའི་འགྱུར་བ་དེ་འདྲ་ཞིག་ཐེབས་ཡོང་གི་ཡོད་རེད་བ། དེ་འདྲ་ཡིན་དུས་ཙང་ནས་འབྱུང་བཞི་ལ་འགྱུར་བ་ཐེབས་ན་འབྱུང་འགྱུར་ལ་འགྱུར་བ་ཐེབས་ཡོང་པའི་རྒྱུ་མཚན་ལ་བརྟེན་ནས་རྟེན་གྱི་སྒོ་ནས་དེ་ནི་འབྱུང་བ་ཆེན་པོ་བཞི་པོ་དེ་གས་འབྱུང་འགྱུར་གྱི་རྒྱུ་བྱས་ཡོང་གི་ཡོད་རེད་ཟེར་ཡ་འདྲ་བོ་དེ་ཡིན་དུས་རྟེན་གྱི་རྒྱུ་ཟེར་ཡ་དང། དེ་ནི་དེ་བཞིན་དུ་ད་ལྟ་འདི། གནས་པའི་རྒྱུ་ཟེར་ཡོད་ཚེ་ན་དཔེར་ན་བུམ་པ་འདྲ་བོ་ཅིག་ཡིན་ན། དེའི་བུམ་པ་དེ་ལ་ཚོགས་པའི་གེ་སར་ཆུ་མེ་ལོང་གི་འབྱུང་བ་ཆེན་པོ་བཞི་པོ་དེས་རྒྱུན་མ་ཆད་པར་མ་དེ་ནི་མུ་མཐུད་ནས་འགྲོ་སོང་བ་ཡིན་ན། དེ་ལ་བརྟེན་ནས་འབྱུང་འགྱུར་གྱི་གཟུགས་བུམ་པ་ལྟ་བུ་དེ་ཡང་ཁོ་རྒྱུན་མ་ཆད་པར་གནས་ཐུབ་ཀྱི་ཡོད་རེད། འབྱུང་བྱེད་ཀྱི་རྒྱུན་དེ་ལ་འགྱུར་བ་འགྲོ་བྱེད་ཐེབས་ཡོང་བ་ཡིན་ན། དེ་ནས་དེ་དག་འདི་དེ་ལ་བརྟེན་པའི་སྒོ་ནས་འབྱུང་འགྱུར་གྱི་གཟུགས་གང་ཡིན་པ་དེ་ཡང་ཀུན་རྒྱུན་ཆད་ཡ་ལ་སོགས་པ་དེ་འདྲ་ཅིག་ཡོང་ཡོང་དུས་ཙང་ནས་དེ་ནས་དེ་དག་འདི། འབྱུང་བྱེད་དེ་གའི་འབྱུང་འགྱུར་ལ་དེ་ནས་གནས་དཔལ་གྱི་རྒྱུ་དེ་འདྲ་ཅིག་བྱེད་ཀྱི་ཡོད་རེད། དེ་བྱེད་དུས་ཙང་ནས་སྐྱེས་དཔལ་གྱི་རྒྱུ། བརྟེན་དཔལ་གྱི་རྒྱུ། གནས་དཔལ་གྱི་རྒྱུ་ཟེར་ན་དག་རྒྱུ་བྱེད་ཟུར་གསུམ་དེ་འདྲ་ཆགས་སོང་དེ་ཡིན་དུས་ད་དེ་ཚོ་དེ་སྤྱི་ཡོངས་ཀྱི་ཆ་ནས་ཁོ་ཅིག་སྐྱེས་པར་བྱེད་པའི་རྒྱུ་བྱེད་རེད་ཟེར་ན་ཁོ་སྟབས་བདེ་བོ་འདྲ་བྱེད་ཀྱི་འདུག་ཡིན་ན་ཡང་ཅིག། མཚམས་མཚམས་དུས་མཉམ་དུ་ཡོད་པའི་འབྱུང་བ་དེ་ཚོ་གི་དུས་མཉམ་དུ་ཡོད་པའི་གཟུགས་ལ་འགྱུར་བ་བརྗོད་བྱེད་ཟུར་གང་འདྲས་ཡིན། མཚམས་མཚམས་སྔ་ཕྱི་གི་ཐོག་ན་བསམ་བློ་བཏང་ཡང་དག་དེ་འདྲས་ཡོད་འདུག་དཔྱད་བྱེད་ཀྱི་བརྗོད་འགྲོ་བ་གཅིག་ན་ཁོ་སྔ་ཕྱིའི་ཐོག་ན་བསམ་བློ་བཏང་འགོ་བར་འབྱུང་བ་བརྗོད་བྱས་ནས་ཁོ་གི་མཇུག་ལ་འབྱུང་འགྱུར་བཅས་རེད་ཟེར་རོ་དེ་ལས་ལྷག་པ་འགྲོ་བ་གཅིག་རེད། དེ་ནི་ད་ལྟ་འདི་ལ་བུམ་པ་འགྲོ་བ་གཅིག་ཡིན་ན་ཁོ་གི་རང་ཁོ་རང་གི་ཚོགས་པ་དེ་ལ་འབྱུང་བཞི་ཡོད་གསུངས་འདུག་ཙང་ནི་དེའི་འབྱུང་བཞི་དེ་འགྱུར་བ་ཐེབས་རིམ་ལ་བརྟེན་ནས་འབྱུང་འགྱུར་གྱི་གཟུགས་ཁོ་རང་ལ་འགྱུར་བ་ཐེབས་ཡོང་གི་ཡོད་ཙང། བསྟན་གྱི་དེ་ནས་གཙོ་གྱི་སྒོ་ནས་བརྗོད་བྱེད་ཀྱི་ཡོད་རེད་ཟེར་ཡ་འདྲ་བོ། དེ་ནས་ད་ལྟ་འདི་འབྱུང་བ་ཁོ་རང་རྒྱུན་མ་ཆད་ནས་མ་མུ་མཐུད་ནས་འགྲོ་སོང་བ་ཡིན་ན་དེ་ནས་འབྱུང་འགྱུར་གྱི་གཟུགས་གང་ཡིན་པ་དེ་ཡང་རྒྱུན་མ་ཆད་ནས་འགྲོ་ཡོང་གི་རེད་ཟེར་ཡ་འདྲ་བོ། དེ་ནས་དེ་ནང་བཞིན་དུ་ད་ལྟ་འདི་འབྱུང་བ་ཆེན་པོ་བཞི་པོ་དེ་ས་དེ་ཕག་བཞག་ཆུ་དེ་ཚུར་བཞག་ད་ས་ཆུ་མེ་ལོང་གི་འབྱུང་བ་བཞི་པོ་སོ་སོ་དེ་ཕག་ཚུལ་དེ་ནས་སར་བཞག་པ་ཡིན་ན། འབྲས་བུ་གི་གཟུགས་ཟེར་ཡག་ཅིག་ལོགས་སོ་དེ་ནས་ཅིག་གྲུབ་ཡག་གི་ནུས་པ་དེ་འདྲ་ཅིག་མེད་སོང་དུས་ཙང་ནས་དེ་ནི་སྟོན་པས་ཀྱི་རྒྱུ་ཟེར་ཡག་འདྲ་བོ་ད་དེ་འདྲ་བྱས་ནས་སྟོན་པས་ཀྱི་རྒྱུ་བྱེད་ཀྱི་རེད་ཟེར་ཡག་འདྲ་བོ་ད་སྟོན་པ་བྱེད་དུས་ཙང་ནས་ང་ཚོ་གང་ཟག་ལ་མི་སྟོན་ཆོས་ལ་སྟོན་ཟེར་གྱི་རེད་བ་ཁོ་དེ་ལ་ང་ཅིག་ད་ཡིན་རྒྱུ་སྟོན་པས་ཀྱི་རང་བཞིན་ཅན་འདྲ་བོ་ཅིག་ཟེར་གྱི་རེད་ཡིན་ན་ཡང་དེ་ནི་ཡང་ང་ཅིག་བལ་བོ་རང་བསྟན་བདེ་བ་ལྟ་བུ་མ་ཡིན་པར་ད་ལྟ་འདི་འབྱུང་བཞི་གི་བདག་ཉིད་ཅན་གང་ཡིན་པ་དེ་བག་ཅིག་རེ་རེ་བཞིན་དུ་སར་བཞག་པ་ཡིན་ན་དེ་དེ་ལོགས་སུ་གྱུར་པ་ཡང་ཅིག་གཟུགས་ཅན་འབྱུང་འགྱུར་གྱི་གཟུགས་འདས་རེད་ཟེར་ནས་ཁོ་བསྟན་ཡང་མེད་སོང་བ་ཡིན་དུས་དེ་ལ་དེ་ནི་སྟོན་པའི་གི་རྗོད་བྱེད་ཚུལ་རེད་ཟེར་ནས་སོང་བ་ཡིན་རེད་དེ་ནི་དེ་ནང་བཞིན་དུ་འབྱུང་བ་དེ་ཡར་གོང་ནས་གོང་དུ་འཕེལ་སོང་བ་ཡིན་ན་འབྲས་བུའི་གཟུགས་གང་ཡིན་པ་དེ་ཡང་ཡར་འཕེལ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་འཕེལ་བར་བྱེད་པའི་གི་རྗོད་ཟེར་ཡང་འགྲོ་ད་དེ་འདྲ་བྱས་ནས་འབྱུང་བ་ཆེན་པོ་བཞི་པོ་དེ་ཚོ་གི་དེ་ནི་འབྱུང་འགྱུར་གྱི་གཟུགས་ཀྱི་ད་ཅིག་རྗོད་བྱེད་ཚུལ་དེ་འདྲ་བྱས་ནས་འགྲོ་གི་རེད་གསུངས་པ་རེད་གོ་ད་དེ་ཡིན་དུས་འབྱུང་བ་ཆེན་པོ་བཞི་དང་བསྒྱུར་བྱེད་པའོ། དེ་གི་དེ་ནི་ད་ལྟ་འདི་ད་སྤྱི་ཡོངས་ཀྱི་གཟུགས་ཀྱི་ཕུང་པོ་གི་དབྱེ་བ་དེ་ཤེས་པ་རེད། ད་འདི་ནི་མ་ནང་ཚན་གྱི་དབྱེ་བ་བཤད་ཡོང་བའི་འབྱུང་བ་ཆེན་པོ་བཞི་དག་གང་ཞེ་ན། ས་ཡི་ཁམས་དང། ཆུ་ཡི་ཁམས་དང། མེ་ཡི་ཁམས་དང་རླུང་གི་ཁམས་སོ། ད་དེ་ཡིན་དུས་འབྱུང་བ་ཆེན་པོ་བཞི་པོ་དེ་རྣམས་ཀྱི་དེ་འདྲ་ཞིག་གསུང་གི་ཡོད་རེད་བ།

འབྱུང་བཞི་འདྲ་ཅི་ཡིན་ན། རིག་བྱེད་ཀྱི་བདག་ཉིད་ཅན་རེད་ས་ཆུ་མེ་རླུང། ཡེ་ཤེས་ཀ་དེ་འབྱུང་བ་རིག་བྱེད་རེད། ཡིན་ན་ཡང་དེ་ནི་དེ་དང་དེའི། འབྱུང་འགྱུར་གྱི་གཟུགས་ལས་གཞན་པའི་ལུས་དབང་གི་རིག་བྱ་ཟེར་འདུག་འབྱུང་འགྱུར་གྱི་གཟུགས་ལས་གཞན་པ་ཟེར་ལབ་ཡོང་བའི་ཚེ་ན། རིག་བྱ་དེ་ལ། འབྱུང་བཞིའི་ངོ་བོ་ཉིད་དུ་གྱུར་པའི་རིག་བྱ་གཅིག་དང། འབྱུང་འགྱུར་གྱི་ངོ་བོ་ཉིད་དུ་གྱུར་པའི་རིག་བྱ་གཉིས་ཡོང་གི་རུ་བ་དེ་ཡིན་དུས་འབྱུང་འགྱུར་གྱི་ངོ་བོ་ཉིད་དུ་གྱུར་པའི་རིག་བྱ་དེ་བར་ཅི་ཡ་ཆད་དུ། འགྲོ་བ་འབྱུང་འགྱུར་གྱི་གཟུགས་ལས་གཞན་པའི་དེ་ནི་ལུས་དབང་གི་རིགས་བྱས་ཟིན་ལགས་སོང་བ་ཡིན་ན་སྐབས་དེ་དུས་དེ་ནི་འབྱུང་བཞི་ཁོ་རང་ལ་གོ་འགྲོ་དགོས་དེ་ཡིན་དུས་འབྱུང་བ་གཅིག་གི་མཚན་ཉིད་འགྲོ་དགོས་དུས་དེ་འདྲ་གཅིག་བཞག་ཡོད་ས་རེད་ང་བ་ཡ་ཨ་དེ་རེད་ད་དེའི་འབྱུང་བ་དེ་ལ་དེ་ནི་ནམ་རྒྱུན་ས་ཁམས་ཆུ་ཁམས་མེ་ཁམས་རླུང་ཁམས་ཟེར་ན་ད་རིམ་པ་ཞིག་ན་མ་གསུངས་དགོས་རུ་བ་ང་བ་དེ་འདྲ་རེད་ད་འདི་ས་ཁམས་དང་ཆུ་ཁམས་ཟེར་ཡ་དེ་ལ་ཡང་སྤྱི་དང་འཇིག་རྟེན་པ་རྣམས་ཀྱིས་ས་ཁམས་ངོས་འཛིན་བྱེད་སྟངས་དང་དེ་ནི་བསྟན་བཅོས་ལ་ས་ཁམས་ངོས་འཛིན་བྱེད་སྟངས་དེ་འདྲ་ཁག་མ་འདྲ་བ་མང་པོ་ཡོང་གི་ཡོད་རུ་བ། འཇིག་རྟེན་བྱེད་ནི་ཐ་སྙད་ལ་ཁ་དོག་ཡོད་ལ་ས་གཞི་བརྗོད་གསུངས་པར་བ་དེ་བཞིན་དུ་ས་ནི་བསྟན་བཅོས་ཀྱི་དབང་དུ་བྱས་པ་ཡིན་ན། ད་བསྟན་བཅོས་དེ་ཡང་མངོན་པ་གོང་འོག་ལོང་དུ་བྱེད་ན་རི་དྭགས་ཡང་ཅིག་གསང་སྔགས་ལོང་དུ་བྱས་པ་ཡིན་ན་རླུང་གི་དཀྱིལ་འཁོར་ཁ་དོག་སྔོན་པོ་བཞི་གཙོ་བོ་བ་དེ་ཉིད་ཟིན་པ་ཞིག་ཏུ་ཚང་རླུང་ལ་ཁ་དོག་ཡོད་པས་སོ་འགྲོགས་ཅིག་གསུངས་མྱོང་གདོ་བ་དེ་འདྲ་བས་དེ་ནི་འཇིག་རྟེན་པ་རྣམས་ཀྱིས་ཡང་རླུང་དེ་ནས་ཅིག་ད་སྐྱ་བོ་ཟེར་ཡ་འདྲ་བོ་དང་རླུང་དེ་ནས་དེ་ནས་རིང་པོ་ཅིག་ཡོང་གི་འདུག་ཟེར་མཁན་སོ་འདྲ་བོ་དང། མེ་དམར་པོ་ཟེར་ཡ་འདྲ་བོ་དང་ཆུ་སྔོན་པོ་ཟེར་ཡ་འདྲ་བོ་ཡིན་དུས་ཚང་ནི་འཇིག་རྟེན་པ་རྣམས་ཅན་ཡོད་དེ་ནི་ས་ཆུ་མེ་རླུང་འབྱུང་བ་ཆེན་པོ་བཞི་པོ་དེ་ལ་རིག་བྱེད་རང་ལ་ངོས་འཛིན་བྱེད་ཀྱི་མར་བ་ཁ་དོག་དང་དབྱིབས་ལ་དེ་ནི་ས་དང་ཆུ་དང་མེ་ལ་རླུང་ལ་སོགས་པ་ལ་ཡོད་རེད་བའོ་དེ་འདྲ་རེད་ད་ཡིན་ན་ད་ལྟ་ང་ཚོ་རྟེན་འབྱུང་མངོན་པ་གོང་འོག་གི་དབང་དུ་བྱས་ཡོད་དུས་ཚང་ནི་ས་ཁམས་ཆུ་ཁམས་མེ་ཁམས་རླུང་ཁམས་ཟེར་ཡ་འདི་རིག་བྱེད་ཀྱི་སྤྱི་མཆེད་ཀྱི་ངོ་བོ་ཉིད་དུ་གྱུར་བསྡད་པས་དེ་ནི་འབྱུང་བ་དེ་འདྲ་ཅིག་ཤར་གྱིན་སྣང་གི་ཡོད་རེད་བ་ད་དེ་འདྲ་ཅིག་བསྟན་པ་རེད། ཨོ་ཡ། ཨོ་དེ་ཡིན་དུས་ཙང་ནས། དེ་ནས་ས་ཁམས་ལ་སོགས་པ་དང་དེ་འདྲ་གི་འབྱུང་བ་རྣམ་པ་བཞི་ཡོད་རེད་གསུངས་རེད། ད་དེ་འདྲ་བོ་རེ་རེ་གི་དེ་རིང་མཚན་ཉིད་ག་རེ་ཟིན་དུ་ས་ཡི་ཁམས་གང་ཞེ་ན་སྲ་བ་ཉིད་དོ། ཆུ་ཡི་ཁམས་གང་ཞེ་ན་གཤེར་བ་ཉིད་དོ། མེ་ཡི་ཁམས་གང་ཞེ་ན་ཚ་བ་ཉིད་དོ། རླུང་གི་ཁམས་གང་ཞེ་ན་ཡང་ཞིང་གཡོ་བ་ཉིད་དོ། ད་འདི་སྤྱི་དང། གོ་ལས་ལྷག་མ་འགྲོ་ཕྱིར་ས་ཁམས་ཟེར་ཡོང་དུས་ཙང་ནས་སྤྱི་དང་དེ་ནས་ས་གཤེར་དྲོ་ཉིད་གཡོ་བ་ཉིད་གསུངས་རབས་རྣམ་པ་མཛོད་ཀི་ནང་ལ། སྲ་བ། ས་ཡི་གང་བའི་མཚན་ཉིད། དེ་ནས། གཤེར་བ། ཆུ་གང་གི་མཚན་ཉིད། ཚ་བ། མེ་གང་གི་མཚན་ཉིད། དེ་ནས་ཡང་ཞིང་གཡོ་བ། རླུང་གང་གི་མཚན་ཉིད་ཟེར་ན་ད་དེ། སྤྱི་དང། འདི་ཚོ་དེ། ང་ཚོ་རྩོད་པ་མཇལ་བའི་སྐབས་སུ་མ་ཆགས་ཆགས་ཤིང་མི་སྲིད་པའི་སྐྱོན་རྣམ་པ་གསུམ་པོ་སྤང་མཁན་དེ་དག་ཡིན་དེ་མིན་དེ་རྩོད་པའི་གནས་སྐབས་སུ་བརྟག་དགོས་དགོས་རུང་བ། དེ་ཡིན་དུས་དེ་ཚོར་མང་པོ་ཡོང་གི་འདུག་བ། མཚམས་མཚམས་བོད་ནང་ཆེས་ཁ་དོག་སྐམ་འདྲ་ཅན་ཡིན་ན་རྟ་དཀར་པོ་ཁ་དོག་ཡིན་དུ་མིན་ཟེར་མཁན་ཟོ་ནུ་ད་ནུ་བཏགས་པ་མཚམས་མཚམས་ལོ་གཅིག་ཆ་ཚང་དེ་འདྲས་བརྩེགས་ཀྱི་རུ་བ་དེ། དེ་ཡིན་དུས་ཕལ་ཆེར་དེ་འདྲས་ཚོ་ལ་སྒྲོ་འདོགས་གཅོད་ཚར་ཡོད་ཀྱི་རེད་དེ། དེ་ནང་བཞིན་ད་ལྟ་འདི། ས་ཆུ་མེ་རླུང་གི་འབྱུང་གཞི་དེ་ཚོ་ལ་ཡང་ཅིག་ཚ་བ། མེད་ཀྱི་མཚན་ཉིད་ཡིན་དུ་མིན་ཟེར་ཡང་ད་དེ་འདྲས་ཡིན་ན་དཔེར་ན་ཆུ་ཁོལ་མ་དེ་མེད་རེད་དམ་མ་རེད་ཟེར་ཡང་འདུག་ད་དེ་འདྲས་བྱས་ན་བརྩེགས་ཀྱི་འདུག་བ། གང་ལྟར་ཡང་ད་དེ་ཚོ་དེ་སྤྱི་དང་ཁོ་རང་ཅིག། ཆུ་ཚ་བོ་འདྲ་བྱས་ན་དེའི་ནང་ལ་མེ་ཁམ་དེ་ཤས་ཆེ་ཡོང་གི་ཡོད་རེད་མེ་ཁམ་དང་ཆུ་ཁམ་གཉིས་ཤས་ཆེ་ཡོང་དུས་ཙམ་ནས་ཆུ་ཚ་བོ་ཆགས་ཡོང་གི་ཡོད་རེད་བ། དེ་དེ་ནང་བཞིན་དུ་ཡང་ཅིག་ཁམ། དེ་དང་དེ་ང་རང་ཚོ་གི་ནམ་རྒྱུན་དཔེར་ན་ཅིག་ས་དང་ཆུ་དང་མེ་དང་རླུང་ཟེར་ནས་ཅིག་བཤད་དེ་ཡང་འདི་ཚོ་བྲལ་ཏེ། ད་ལྟ་འདི་འབྱུང་བཞི་གི་ཁམས་དེ་ཡིན་པའི་ངེས་པ་ཡོད་ས་མ་རེད། ང་རང་ཚོ་ནམ་རྒྱུན་ས་ཆུ་མེ་རླུང་ལ་སོགས་པ་ལྟ་བུ་འདི་ཚོ་འདྲ་བྱས་ན་འབྱུང་འགྱུར་གྱི་ཁམས་ཆགས་དུས་འབྱུང་འགྱུར་གྱི་གཟུགས། རེ་བ། ཆུ་མིག་གི་མདུན་ལ་ཨོ་ཐང་མདུན་ལ་ཆུ་ཡོད་སྟངས་དེ་མིག་མཐོང་མོ་འདུག་ཡང་བརྟག་མ་ཐུབ། སྤོ་བྱ་ཡོད་སྟགས་སེང་གེ་བཟོ་འགྲོ་བ་ཞིག་འདུག་དཔེ་ཆའི་ཆུ་མིག་གི་མཐོང་ཐོས་བཟོ་འགྲོ་བ་ཞིག་འདུག་ཨོ་དེ་ནང་བཞིན་འདུག་དེ་ནི་ས་ཆོས་དེ་ཚོ་ཚང་མ་མེད་དེ་ཚོ་ཚང་མ་ལ་དེ་འདྲ་ཅིག་བཤད་ཀྱི་ཡོད་རེད་ཡིན་ནའང་ད་བསྟན་བཅོས་ནང་ནས་རིག་བྱེད་ཀྱི་སྤྱིན་ཆེན་ཁོ་ན་ལ་འགྲེལ་བཤད་བརྒྱབ་ཡོད་འདུག་ཙང་ནས་དེ་ནི་དངོས་གནས་ཅིག་ཚ་ཞིག་བསྲེག་བས་ཀྱི་བདག་ཉིད་ཅན་ཟེར་གོ་ལུས་ཤེས་ཀྱི་མྱོང་ཡོད་འདུག་ཙང་ནས་རིག་བྱ་ཚ་བས་ཀྱི་བདག་ཉིད་ཅན་ཟེར་ཡང་འགྲོ་ལ་དེ་འདྲ་ཆེ་ནས་བ་བཤད་དགོས་རེད་དེ་ནི་ང་རང་ཚོ་ནམ་རྒྱུན་སྣང་བདེ་ཡ་དེ་ཚོ་འབྱུང་བ་རགས་པ་རེད་རགས་པས་འབྱུང་བ་ཟེར་གྱི་རེད། དེ་ཚོ་ལ་འབྱུང་བའི་ཁམས་ས་ཁམས་ཆུ་ཁམས་སུ་ནི་ཕལ་ཆེར་ལབ་ཐུག་མ་རེད་དེ་ས་ཆུ་མེ་ལོང་སུ་ལ་ན་ཡག་ཡོད་རེད་དེ་ལ་ད་ད་ལྟ་ས་ཁམས་ཆུ་ཁམས་ཟེར་ཡོང་དུས་ཙང་ནི་རང་རང་གི་མཚན་ཉིད་ཀྱི་ཆ་ནས་ངོས་འཛིན་བྱེད་དགོས་ཡོད་ད་དེ་ཚོ་རེད། ཨོ་ཡ་ཡང་ཞིག་གཡོ་བ་ཉིད་དོ། ད་དེ་ནི་ད་ལྟ་འདི། རྒྱུར་བྱས་པའི་གཟུགས་གང་ཞེ་ན་བདག་གཉིས་པ། འབྱུང་འགྱུར་གྱི་གཟུགས་རེད། རྒྱུར་བྱས་པའི་གཟུགས་གང་ཞེ་ན་མིག་གི་དབང་པོ་དང་རྣ་བའི་དབང་པོ་དང་སྣ་ཡི་དབང་པོ་དང་ལྕེ་ཡི་དབང་པོ་དང་ལུས་ཀྱི་དབང་པོ་དང། གཟུགས་དང་སྒྲ་དང་དྲི་དང་རོ་དང་རེག་བྱའི་ཕྱོགས་གཅིག་དང་ཆོས་ཀྱི་སྤྱན་བྱས་པའི་གཟུགས་སོ་གསུངས་པ་རེད། ད་དེ་གསུངས་དུས་ཙང་ནས། ད་ལྟ་འདི། དཔེར་ན། མངོན་པ་མཛོད་ཀྱི་སྐབས་འདྲ་ཅིག་ཡིན་ན། གཟུགས་ནི་དབང་པོ་ལྔ་དང་དོན་ལྔ་དང་རྣམ་རིག་བྱེད་མིན་གཉིས་གསུངས་པ་རེད་གཟུགས་བཅུ་གཅིག་དབྱེ་བ་ཕྱེ་ཡོད་རེད་བ།

དེ་ནས་མིག་གི་དབང་པོ། རྣ་བའི་དབང་པོ། སྣ་ཡི་དབང་པོ། ལྕེའི་དབང། ལུས་དབང། དེ་ནས་གཟུགས། སྒྲ། དྲི། རོ། རེག་བྱ། ད་རེག་བྱའི་ཆ་ཚང་མ་རེད། རེག་བྱའི་ཕྱོགས་གཅིག་དང་གསུངས་འདུག་བ། རེག་བྱའི་ཕྱོགས་གཅིག་དེ་གར་ཟེར་ན་ཐམས་ཅད་འབྱུང་བ་རྣམས་ལ་ཡག་བཙུད་འགྲོ་རུ་བ། ས་ཆུ་མེ་རླུང་བཞི་པོ་དེ་རེག་བྱ་རེད་དེ། ཀོ་དེ་ནི་འབྱུང་འགྱུར་གྱི་གཟུགས་དེ་མ་རེད། ཁོ་འབྱུང་བའི་ངོགས་ཉིད་དུ་བྱོལ་སོང་བ་ཡིན་དུས་ད་ནི་དེས་བར་ཆད་ཡ་ཞིག་ཏུ་རིག་བྱའི་ཕྱོགས་གཅིག་དང་གསུངས་པ་རེད། ད་ད་ལྟ་འདི་ན་ལ། ཆོས་ཀྱི་སྤྱི་མཆེད་ཀྱི་གཟུགས་གསུངས་ཞེ་ན་ད་གཟུགས་བཅུ་གཅིག་པ་དེ་ཆོས་ཀྱི་སྤྱི་མཆེད་ཀྱི་གཟུགས། དེ་བྱེད་དུས་ད་ནི་མངོན་པ་མཛོད་ཀྱི་སྐབས་འདྲ་ཞིག་ན་ཆོས་ཀྱི་སྤྱི་མཆེད་ཀྱི་གཟུགས་ཟེར་ནས་ད་ད་ལྟ་འདི། རྣམ་པར་རིག་བྱེད་མ་ཡིན་པའི་གཟུགས་འདྲ་བོ་གཅིག་ཡིན་ན་ཆོས་ཀྱི་སྤྱི་མཆེད་ཀྱི་གཟུགས་ཟེར་ནས་ཐ་སྙད་དེ་འདྲ་ད་ཡོད་མ་རེད་ཡིན་ན་ཡང་ཆོས་ཀྱི་སྤྱི་མཆེད་ནང་ལ་ཡ། འདུ་འདྲ་བོ་ཡོད་བ། དེ་སོ་ནམ་རིག་བྱེད་མའི་ཉིད། འདུས་མ་བྱས་རྣམས་གསུམ་ཡང་སྟེ། ཁམས་དང་སྐྱེ་མཆེད་དག་ཏུ་འདོད་གསུངས་ཡོད་པར་མངོན་པར་མཛོད་ཀྱི་ནང་ལ། དེ་བྱེད་དུས་ཙམ་ནས་ཆོས་ཀྱི། སྐྱེ་མཆེད་དེ་ལ། རྫས་ག་ཚད་ཡོད་རེད་ཟེར་ན་རྫས་བདུན་ཡོད་རེད་གསུངས་པར་བར་མཛོད་ནང་ལ། དེ་གསུམ་ཟེར་དུས་དེ་གསུམ་དེ་ག་རེད། ཚོར་བ། ཕུང་པོ་ནང་ནས་ཚོར་བའི་ཕུང་པོ། འདུས་ཤེས་ཀྱི་ཕུང་པོ། དེ་ནས་ད་ལྟ་འདི། དེ་གསུམ། རྣམ་རིག་བྱས་མིན་དང་འདུས་མ་བྱས་ན་གསུམ་ཡང་འདས་ཟླ་སྟེ་རེད། ཚོར་བ་དང། འདུ་ཤེས་དང། དེ་ནས་དེ་དང་དེ། འདུས་བྱས་ཀྱི་ཕྱོགས་གཅིག། དེ་གསུམ། འདུས་བྱས། འདུས་བྱས་ཕུང་པོ། ད་དེ་གསུམ་དང། དེ་ནས་རྣམ་པར་རིག་བྱེད་མ་ཡིན་པའི་གཟུགས་དང། དེ་ནས་འདུས་མ་བྱས་རྣམ་པ་གསུམ་པོ། ཀྱི་རྫས་བདུན་པོ་དེ། ཁམས་བཤད་པའི་སྐབས་སུ། ཆོས་ཀྱི་ཁམས་ལ་དགུག་རེ།

རྒྱུར་བྱས་པའི་གཟུགས་ཀྱི་དབྱེ་བ་དེ་རེད་གསུངས་པར་ད་བཅུ་ཕྱེད་ཙམ་གྱི་གསུང་རེད། ད་རྒྱུར་བྱས་པའི་གཟུགས་ཀྱི་དེ་ནས་ནང་ཚན་གྱི་དབྱེ་བ་བཤད་ཡོང་གི་ཡོད་རེད། ད་ནང་ཚན་གྱི་དབྱེ་བ་བཤད་ཡོང་བའི་ཚེ་ན། དེ་ནས་མིག་གི་དབང་པོ་གང་ཞེ་ན། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པ་མིག་གི་རྣམ་པར་ཤེས་པའི་རྟེན་གཟུགས་དང་བའོ། ད་འདི་བཟང་ང། ད་འདི་མངོན་པར་གོང་འོག་ཐུན་མོང་འགྲོ་བའི་ཤེས་ཡོན་དེ་ཚང་ནས། མིག་གི་དབང་པོ་ཟེར་ཡག་དེ་གཟུགས་དང་བ་གཅིག་ལ་ངོས་འཛིན་གནང་ཡོང་གི་ཡོད་རེད་ད་སེམས་ཙམ་པ་ཐུན་མོང་མ་ཡིན་པའི་དབང་དུ་བྱས་ཡོད་འདུག་ཚང་ནས་དེ་ནི་གཟུགས་དང་བ་གཅིག་ལ་ངོས་འཛིན་གནང་གི་མ་རེད་གཙོ་བོ་བག་ཆགས་ཀྱི་ངོ་བོ་ཉིད་དུ་གྱུར་པ་གཅིག་དང་ཤེས་ཡོང་གི་ཡོད་རེད་བ། ད་འདི་འདྲ་ཐུན་མོང་གི་དབང་དུ་བྱས་ཡོད་འདུག་ཚང་ནས། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པའི་གཟུགས་གང་ཞིག། མིག་གི་རྣམ་པར་ཤེས་པའི་རྟེན་དུ་གྱུར་པའི་དེ་ནི་གཟུགས་དང་བ། ད་དེ་མིག་དབང་གི་མཚན་ཉིད།

ད་ལྟ་འདི་ང་ཟེར་ཡ་དེ་རེད་དེ་བ་ཧོ་དེ་བྱས། ད་དེ་ནས་ཡུར་ང་ཡིན་དུས་ཙང་ནས་གཟུགས་གང་ཞེ་ན་ད་འདི་གཟུགས་དེ། གཟུགས་ཕུང་གི་ནང་ཚན་དུ་བྱས་པའི་གཟུགས་དེ་རེད་ད། གཟུགས་ཕུང་གི་ནང་ཚན་དུ་གཟུགས་འདྲ་བྲལ་རོ་ཟེར་ན་དབྱེ་བ་ཕྱེ་ཡོང་བ་སྐབས་ཀྱི་གཟུགས་དེ་ད་གཟུགས་ཀྱི་སྐྱེ་མཆེད་འདྲ་བོ་ཞིག་ལ་ངོས་འཛིན་གནང་དགོས་ཡོད་བ་ནམ་བྱུང། དེ་བྱེད་དུས་ཙང་ནས་གཟུགས་དང་གཟུགས་ཀྱི་སྐྱེ་མཆེད་གཉིས་ལ་ཁྱབ་ཤས་ཅུང་ཡོད་རུང་བ་གཟུགས་ཟེར་ལ་དུས་ཙང་ནས་ཀོ། སྒྲ་ཡང་གཟུགས་རེད་དྲི་ཡང་གཟུགས་རེད་རོ་ཡང་གཟུགས་ཆགས་ཡོང་གི་ཡོད་རེད་ད་ད་ལྟ་འདི་གཟུགས་དེ་ཁོ་རང་གཟུགས་དབྱེ་བ་ཕྱེ་ཚར་བའི་གི་འཇིག་གི་གཟུགས་དེ་ཡིན་ན་དེ་ནི་གཟུགས་ཅན་ཅིག་ཡིན་དགོས་རེད་བ་དེ་གང་རེད་ཟེར་ཡོང་དུས་འབྱུང་བ་ཆེན་པོ་ཞིག་དང་བསྒྱུར་བྱས་པ་མིག་གི་དབང་པོའི་སྤྱོད་ཡུལ་གི་དེ་ནི་དོན་ད་འདིའི་དོན་ཟེར་ཡང་དེ་ལ་དཔེར་ན་ཕྱི་དོན་ཟེར་གི་རེད་བ་ང་ཚོ་ནམ་རྒྱུན་ཕྱི་དོན་གི་མཚན་ཉིད་དེ་ལ་ནམ་རྒྱུན་ཚད་མའི་སྐབས་སུ་འདི་གསུང་གི་རེད་བ། རང་འཛིན་མིག་ཤེས་ལ་རང་འདྲའི་རྣམ་པ་དངོས་སུ་གཏོད་པར་བྱེད་མཁན་དེ་ལ་ཕྱི་དོན་ཟེར་ཡོད་རེད། རང་མཚན་དབང་ཤེས་ལ། རང་འདྲ་བའི་རྣམ་པ་དངོས་སུ་ལྟོས་པར་བྱེད་པའི་ཀྱི་ཡུལ་ཕྱི་དོན་གང་ཡིན་པ་དེ་ལ་བརྟེན་ཐབས་དང་དེའི། དོན་ལྔ། ཟེར་གྱི་རེད་བ། འོ་དེ་ཡིན་དུས་འབྱུང་བ་ཆེན་པོ་ཞིག་དང་རྒྱུར་བྱས་པ་མིག་གི་དབང་པོ་བཅུའི་རིགས་ཀྱི་དོན་གང་ཡིན་པ་དེ་དེ་ནི་གཟུགས་ཀྱི་སྐྱེ་མཆེད་རེད། འདི་ལྟ་སྟེ། ད་འདི་ནི་མ། གཟུགས་ཀྱི་སྐྱེ་མཆེད་ཀྱི་ད་དབྱེ་བ་བཤད་ཡོང་གི་ཡོད་རེད། ད་དབྱེ་བ་བཤད་ཡོང་དུས་ཙང་ནས་དཔེར་ན་མངོན་པ་མཛོད་ཀྱི་སྐབས་ལ། གཟུགས་རྣམ་གཉིས་དང་རྣམ་ཉི་ཤུ་ཟེར་ན་བཤད་ཡོད་བ། རྩ་བའི་གི་གཟུགས་ཀྱི་དབྱེ་བ་དེ་ལ། དེ་ནི་གཉིས་གཟུགས་རྣམས་གཉིས་དང། གཉིས་དང་ཟེར་ཡིན་འདུག་ད་ནི་གར་ཟེར་གི་རེད། དབྱིབས་ཀྱི་གཟུགས་དང་ཁ་དོག་གི་གཟུགས་གཟུགས་རྣམས་གཉིས་དང། དེ་འདྲའི་གི་དབྱིབས་དང་ཁ་དོག་གི་གཟུགས་གཉིས་པོ་དེ་ལ་བར་སྣང་ཚན་གྱི་དབྱེ་བ་ཕྱེས་སོང་བ་ཡིན་ན་དེ་ནི་ཉི་ཤུ་ཐམ་པ་ཡོད་རེད་ཟེར་གི་རེད་བ་གཟུགས་རྣམས་གཉིས་དང་རྣམས་ཉི་ཤུ་ཟེར་ན་གསུངས་པ་རེད་སྒྲ་ནི་རྣམ་པ་ག་ཚད་རེད་གོ། དྲུག་ཡིན། སྒྲ་ནི་རྣམ་པ། ག་ཚད་རེད། དྲུག་ཡིན་ས་ཡོད་དགོས། འོ་ད་དེ་འདྲ་བྱས་ནས་གང་ལྟར་དབྱེ་བ་ཅིག་ཕྱེ་ཡོང་གི་ཡོད་བ། ད་དེ་འདྲ་བསྡད་ནས་དེ་ལས་མང་སོང་བ་རེད། འདི་ལྟ་སྟེ། སྔོན་པོ་དང་སེར་པོ་དང་དམར་པོ་དང་དཀར་པོ་དང་ད་དེ་གི་ཁ་དོག་གི་གཟུགས་དེ་བཤད་སོང་བ་རེད། བ་ཡ། ད་ཁ་དོག་གི་གཟུགས། ཁ་དོག་གི་གཟུགས་དེ་ལ། ད་ང་ནམ་རྒྱུན་ང་ཚོ་སྔོ་སེར་དཀར་དམར་ཞེས་ཟེར་ཡ་དེ་རྩ་བའི་ཁ་དོག་རྣམ་པ་ཞེས་དེ་བསྲེས་ཡོད་རེད་བ། ད་དེང་སང་ཚན་རིག་པ་གིས་རྩ་བའི་ཁ་དོག་གསུམ་ཡོད་རེད་ཟེར་གྱི་མི་འདུག་གས། རྩ་བའི་ཁ་དོག་གསུམ་ཟེར་གྱི་འདུག་བ། རྩ་བའི་ཁ་དོག་དེ་ལ་དོ་ན་འདི་སྔོན་པོ་དང། སེར་པོ་དང། དམར་པོ་ཟེར་ཡ་ད་དེ་མ་གཏོགས་དཀར་པོ་ཟེར་ཡ་ཅིག་མི་ཟེར་གི་དེ་རྩ་བའི་ཁ་དོག་ལ་དབྱེ་བ་བྱེད་ཀྱི་མི་འདུག་བ། ད་ང་རང་ཚོ་རྩ་བའི་ཁ་དོག་ལ་དབྱེ་བ་བྱེད་ཡོད་རེད་ཟེར་གྱི་རེད། ད་དེ་ནས་ད་ལྟ་འདི། སྤྱི་དང་ཁ་དོག་ཤེས། ང་ཚོ་བར་གཅིག་འཇིག་རྟེན་པར་འདྲ་བོ་བྱས་ན་ཁ་དོག་ལྗང་ཁུ་ཟེར་ཡག་ཡང་ཡོད་རེད་བ། ད་ཁ་དོག་རིགས་འདྲ་མིན་མང་པོ་ཡོད་རེད་ཁ་དོག་ལི་ཁྲི་ཟེར་ཡག་འདྲ་བོ་དང་ད་དེ་ཚོ་བྲལ་ཏེ་དངོས་གནས་བྱས་ན་ཡན་ལག་ཁ་དོག་འདྲ་བོ་ཆགས་འགྲོ་གི་རེད་བ། ལི་ཁྲི་འདྲ་བོ་ཅིག་ཡིན་ན་ནི་དམར་སེར་གཉིས་འདུས་པ་ལ་བརྟེན་ན་ལི་ཁྲི་ཆགས་འགྲོ་གི་རེད། སྔོ་སེར་གཉིས་འདུས་པ་ལ་བརྟེན་ན་ལྗང་ཁུ་ཆགས་འགྲོ་གི་རེད་བ། འོ་དེ་ཡིན་དུས་ཙང་ནས་ཁོ་ཚོ་རྩ་བའི་ཁ་དོག་མ་རེད་ད་རྩ་བའི་ཁ་དོག་དེ་ལ་སྔོན་པོ་དང་སེར་པོ་དང་དམར་པོ་དང་དཀར་པོ་བཞི་རེད་ཟེར་ཡག་འགྲོ་བ་ད་དེ་རེད། ད་དེ་ནས་འདི་ནས་མ། དབྱིབས་ཀྱི་གཟུགས་དེ་གཙོ་བོ་བཤད་ཡོང་གི་རེད་ད་དབྱིབས་ཀྱི་གཟུགས་དེ་ལ། རིལ་བུ་དང། ཐུང་ངུ་དང། ལྷ་འབའ་དང། ཟླུམ་པོ་དང་གསུངས་འདུག་བ། ད་རིང་པོ་དང་ཟེར་ཡ་འདི་ད་ལྟ། རེད་རིང་པོ་དང་ཟེར་དུས་ཙང་ད་ལྟ་ས་ལ་བཏོད་ཡོད་འདུག་ཙང་ནས། ཅིག། ཡ། གནམ་འཕང་འདྲ་བོ་ཅིག་མཐོ་ཚད་འདྲ་བོ་དང་ཡང་ཅིག་དེ་འདྲའི་གི་བདག་ཉིད་ཅན་ཅིག་ལ་རིང་པོ་ཟེར་ཡོད་རེད་བ། དེ་ནས་དེའི་གི་ལྡོག་ཕྱོགས། དེ། ཐུང་ངུ། དེ་ནས་ལྷ་འབའ་ཟེར་ཡ་འདི་ཟེར་ཡོད་རེད་དཔེར་ན། ཕྱོགས་གང་ནས་བལྟ་ན་ཚེ་གཅིག་གཅིག་པ་ཡིན་ནི་གི་གྲུ་བཞི་དེ་ལ་ལྷམ་པ། ཨེ་ནས་ཡར་བལྟ་ན་ཅིག་སོར་ལྔ་ཡོད་ན། ཟུར་ནས་སོར་ལྔ་ཕ་ཕྱོགས་ནས་སོར་ལྔ་འོག་ནས་སོར་ལྔ་ཕྱོགས་གང་ནས་མཇལ་ཡོང་བ་ཡིན་ན་སོར་ལྔ་ཡོད་པའི་གི་གྲུ་བཞི་ཕྱོགས་འདྲ་བོ་དེ་ལ་ལྷམ་པ་ཟེར་གི་ཡོད་རེད། ཡང་ལྟད་མོ་དང་སྤྱི་དང་གྲུ་བཞི་ལ་བ་ཙམ་གྱི་སྒོ་ནས་ལྷམ་པ་ཡིན་པའི་ཆ་བ་ཡོད་ས་མ་རེད།

སྤྱི་དང། ཟླུམ་གཟུགས་ཟེར་གདའ་བ་ང་ཚོ་དཔེར་ན་སའི་གོ་ལ་འདི་ལ་རིལ་རིལ་ཡིན་པའི་བདག་ཉིད་ཅན་ལ་ཟླུམ་པོ་ཟེར་གདའ་བ་ང་བ་ཡོད་ད་དེ་ཡིན་དུས་ཟླུམ་པོ་དང། དེ་ནས་རྡུལ་ཕྲ་མོ། ད་འདི་རྡུལ་ཕྲ་མོ་ཟེར་ཡ་འདི་ང་ཚོ་རྡུལ་ཕྲན་ཆ་མེད་དེ་མ་རེད། ཉི་ཟེར་ལ་སོགས་པ་ལ་བཏགས་ཡོང་དུས་ཙང་ནས་མཚམས་ཙང་ཁང་པའི་ནང་ལ་ཉི་མའི་འོད་ཟེར་ལ་བཏགས་ཡོང་དུས་དེ་ནས་ད་ལྟ་འདི་ཅིག་ཐལ་རྡུལ་དེ་འདྲ་ལྕགས་ཧོང་ཧོང་འགྲོ་དེ་ཡོད་བ་ད་དེ་ལ་ཟེར་ཡས་རེད་དེ་ཡིན་དུས་རྡུལ་ཕྲ་མོ་དང། དེ་ནས་དེ་ནང་བཞིན་དུ་རྡུལ་དེ་ལས་རགས་པ་ཆེ་བ་དང། དེ་ནས་ཕྱག་ལེ་བ་དང་ཕྱག་ལེ་བ་མ་ཡིན་བ། ཕྱག་ལེ་བ་དང་ཕྱག་ལེ་བ་མ་ཡིན་པ་ཞིག་ཏུ་བརྩམས་ནས། ཁོས་སྙོམས་པོ་ཡིན་མིན་གྱི་ལ་ཞིག་དང། ཕྱག་ལེ་བ་ཟེར་ཡ་དེ་ཁོས་སྙོམས་པོ་ཡིན་པ། འབའ་འབུར་དང་ཤང་ཤོང་ལ་སོགས་པ་མེད་པ་བ་ཁོས་སྙོམས་པོ་བདག་ཉིད་ཅན་ཞིག་ལ་ཕྱག་ལེ་བ། ཕྱག་ལེ་བ་མ་ཡིན་པ་ཞིག་ཏུ་བརྩམས་ནས་འབའ་རིན་པོ་རི་ཡོད་ལྡན་གྱི་དག་འདི་ཚོའི་གྲས་དེ་ཕྱི་དང་དོན་དང་འདི། དྭངས་མ་རིན་ཆེན་གྱི་འགྲེལ་བའི་ནང་དུ་ན་ཡང། འདི་ང་ཚོ་གོ་ལའི་ལྷ་འུག་ག་ལས་ཁ་པོ་ཡོད་པའི་གི་རིགས་ཁ་ཤས་ཅིག་དེར་མར་འགྲེལ་བཤད་གནང་འདུག་བ་འོ་དེ་ནི་དོན་ཚོར་ཟེར་གྱི་རང་རེད་ཟེར་བ་ཆ་ལེ་བ་དང་ཆ་ལེ་བ་མ་ཡིན་པ་དང། དེ་ནས་མཐོན་པོ་དང། ཨ་ཅེ། དཔེར་ན་ཁང་པའི་གི་བ་གམ་འདྲ་བོ། ཡ། ཐོག་བརྩེགས་ཡིན་པའི་བདག་ཉིད་ཅན་ལྟ་བུ་མཐོན་པོ་དང། དེ་ལ་ལྟོས་པའི་གི་དམའ་བ་དང། དེ་ནས་སྐྱེས་བུ་དེ་ནས་འཕགས་སུ་འགྲོ་བའི་སྐབས་སུ་ཉི་མའི་གི་དང་འོད་ལ་སོགས་པ་ལ་བརྟེན་ནས་ཁོ་གྲིབ་ནག་ཡོང་སྟེ་ཡར་གྱི་གྲིབ་མ་དེ་འདྲས་དང། དེ་ནས་དེ་བཞིན་དུ་ཉི་མ་དང། འོ་དེ་ནས་སྣང་བ་སོགས་དུ་གློག་ལ་སོགས་པའི་གི་སྣང་བ་དང། དེ་ནས་ད་ལྟ་འདི་ནག་ཁུང་གི་བདག་ཉིད་ཅན་གྱི་མུན་ཕག་དང། དེ་ནས་ནམ་མཁའ་ལ་འདུས་པའི་གི་སྤྲིན་དང། དེ་བཞིན་དུ་དུ་བ་དང། དེ་ནས་རྡུལ་དང། ཁུང་སྣ། ཁུང་སྣ་ཟེར་ཡང་འདི་མཚམས་ཚང་ང་ཚོ་སྨུག་པ་འདྲ་བོ་ཅིག་ལངས་ཡོང་གི་འདུག་བ་དག་དེ་ཚོ་ཟེར་གི་ཡོད་རེད་ཁུང་སྣ་དང། དེ་ནས་མངོན་པར་སྐབས་ཡོད་པ་དང། རྣམ་པར་རིག་བྱེད་དང། ནམ་མཁའ་ཁ་དོག་གཅིག་པའོ། ད་མངོན་པར་སྐབས་ཡོད་པར་ཟེར་ཡ་ནི་འདི་བར་སྣང་དེར་ཟེར་གྱི། སྐབས་ཡོད་པ། གཟུགས་ཅན་གྱི་དངོས་པོ་གཞན་དག་ལ་གོ་སྐབས་སྤྲད་ནས་ངེས་ཀྱི་བར་སྣང་སྟོང་པའི་གི་ཆ་ལྕགས་དབང་དབང་འདྲ་བོ་ཅིག་ཟླ་བ། ད་འདི་མཚམས་ས་བརྒྱ་སྟེང་ན་མང་པོ་ཡོད་པ་འདི་ལྕགས་དབང་དབང་འདྲ་བོ་ཅིག། འདི་ལ་མངོན་པར་སྐབས་ཡོད་པའི་གི། དེ་ནི་གཟུགས་སོ་ཟླ་བ་དེ་ཡིན་དུ་མངོན་པར་སྐབས་ཡོད་པ་དང། དེ་ནི་རྣམ་པར་རིག་བྱེད་དང་ད་རྣམ་པར་རིག་བྱེད་ཟེར་ཡ་དེ། རྣམ་པར་རིག་བྱེད་དེ་ལ་ངོས་འཛིན་བྱེད་སྟངས་དེ་སི་ཁ་ཁ་ཡོང་གི་རེད་བ། མཛོད་ཀྱི་སྐབས་སུ།

རེད། རྣམ་པར་རིག་བྱེད་ཟེར་ཡིན་དུ་ཙང་ནས། གཟུགས་གང་ཞིག་ལ་བརྟེན་ནས་གཟུགས་དེ་ཀུན་ནས་སློང་བར་བྱེད་པའི་ཀུན་སློང་གང་དྲན་བྱེད་ཡོད་མེད་དེ་གང་ཟག་གཞན་ལ་དཔོག་པར་བྱེད་བཅུག་མཁན་གྱི་གཟུགས་དེ་ལ་རྣམ་པར་རིག་བྱེད་ཀྱི་གཟུགས་ཟེར་གྱི་ཡོད་རེད། བུམ་པའི་གི་ཅག་ཁོ་བུམ་པ་ཀུན་སློང་དེ་ང་ཚོ་ཅག་དཔོག་ཐུབ་མི་འདུག་བུམ་པ་ཀུན་སློང་ཟེར་མཁན་ཡོད་མ་རེད་བ། ད་དེ་ཡིན་དུས་སྤྱི་བོའི་ལུས་ངག་གི་རྣམ་འགྱུར་ལྟ་བུ་དེ་ལ་དེ་ནི་རྣམ་པར་རིག་བྱེད་ཀྱི་གཟུགས་ཟེར་གྱི་ཡོད་གང་ཡིན་ཟེར་ན་སྤྱི་བོའི་ལུས་ངག་གི་རྣམ་འགྱུར་དེ་ལ་བརྟེན་ནས་ད་ཕལ་ཆེར་ཅིག་བརྒྱ་ཆ་བརྒྱ་ཐམ་པ་ད་ཡིན་མིན་གང་ཞིག་ཁོང་ཁྲོ་མེད་འགྲམ་པ་ནས་སྒེག་མོ་ཤོར་བསྡད་མཁན་དེ་འདྲ་ཡོད་ཆོག་གི་རེད་བ། ཧེ། དེ་རེད་དེ། ཡིན་ན་ཡང་ད་ཅིག་འཕགས། སྤྱི་ཡོངས་བྱས་ན་ས་ནོར་བཏང་བ་འདི་ཚང་ནས་མི་གཅིག་དངོས་ནས་འཕགས། ང་ཚོ་འདི་རྩིག་པའི་ཟུར་ནས་འཕགས་བཏགས་ཡོད་ན་མི་གཅིག་འཕགས་ཡོད་དེ་ན་ད་མིག་ཟིམ་ཟིམ་བྱས་ནས་ཆག་ཅིང་ཚེ་འདི་ཡོད་ཡོད་ན་ཁོའི་སེམས་རྒྱུད་ལ་དད་པ་ཡོད་པ་པོ་ཐུབ་ཡག་འདྲ་བོ་དང། དེ་ནས་མི་འདྲ་བོ་གཅིག་གིས་ད། ཅིག་གར་སེ་བོ་རེད་པས་ཁོང་ཁྲོ་ལངས་ནས་པས་རྡོ་དང་དབྱུག་པ་ལ་སོགས་པ་གཡུག་བསྡད་པའི་སྐབས་ཀྱི་དེ་ནས་ལུས་ཀྱི་རྣམ་འགྱུར་ལ་སོགས་པ་ལྟ་བུ་དག་དེ་ཚོ་ལ་དེ་ནི་རྣམ་པ་རིག་བྱེད་ཀྱི་གཟུགས་ཟེར་གི་རེད་ག་ཟེ་ན་ཁོའི་རྒྱུད་ཀྱི་ཀུན་སློང་དེ་ང་ཚོ་ལ་སྟོན་པར་བྱེད་ཐུབ་ཀྱི་རེད་བ། ངོ་བོ་དེ་མ་གཏོགས་ཡང་གཅིག་མཐོང་ཡང་ཡོད་ཚད་ཚང་མ་རྣམ་པར་རིག་བྱེད་གཟུགས་སུ་ལར་ཐུག་ས་མ་རེད། དེ་ཡིན་ན་དེ་ནི་གཟུགས་ཡིན་ན་རྣམ་པར་རིག་བྱེད་དེ་རིག་བྱེད་མ་ཡིན་པ་གཉིས་སུ་འདུ་འགྲོ་གི་རེད། དེ་ཡིན་དུས་དེ་འདྲ་ཡིན་དགོས་ས་མ་རེད། ཨ་ཡ་རྣམ་པར་རིག་བྱེད་དང། དེ་ནི་ནམ་མཁའ་ཁ་དོག་གཅིག་པ། ད་ནམ་མཁའ་ཁ་དོག་གཅིག་པ་ཟེར་ནས་འདི་སྔོན་པོ་དེར་ད་འཛམ་གླིང་ག་བ་སོང་ན་ཡང་ད་ལྡི་ལི་ལ་གང་ཞིག་མ་གཏོགས་བོད་ནམ་མཁའ་སྔོན་པོར་འདུག་ཨ་དེ་ལ་ནམ་མཁའ་ཁ་དོག་གཅིག་པ་ཟེར་གི་རེད། ཨ་ཡ། དེ་ཡིན་དུས་ད་དེ་འདྲས་ཀྱི་དེ་ནི་དབྱེ་བ་དེ་ཡོད་པ་རེད་ནམ་མཁའ་ཁ་དོག་གཅིག་པའོ་གསུངས། ད་དེ་འདྲས་བྱས་ནས་ཁ་དོག་གོན་ནས་ཡལ་བ་གཅིག་རེད། ད་ཡང་དེ་དག་ལ་རེ་རེ་ལ་བག་ཡས་ཡོང་བ་འཚལ་ན། སྔོན་པོ་འདྲ་ཅི་ཡིན་ན་ཡང་སྔོན་པོ་བཟང་པོ་ཡོད་ཆོག་གི་རེད། སྔོན་པོ་ངན་པ་ཡོད་ཆོག་གི་རེད། སྔོན་པོ་དེ་གཉིས་ཀའི་བར་མ་ཡོད་ཆོག་གི་རེད། ཨོ་ཡ་བར་མར་གནས་པ་དང།

ཁ་དོག་བཟང་པོ་གི་ནང་ལ་འདུག་གི་རེད་ཁ་དོག་ངན་པའི་ནང་ལ་དེ་གཉིས་ཀའི་གི་བར་མར་གནས་པ་དེ་ནི་ཁ་དོག་དང་འདྲ་བ་ད་དེ་བཞི་པོ་གང་རུང་ནང་ལ་ད་ལྟ་གོང་དུ་བཤད་པའི་དབྱེ་བ་ཚང་མ་དེ་ནས་འདུ་འགྲོ་གི་རེད་ས་ཡ་ད་དེ་བསྟན་བྱས་པ་ཡིན་པ་རེད་ཧ་ཡ་ཁ་དོག་དང་འདྲ་བ་བོ། ཧ་ཡ། ད་དེ་ཡིན་དུས་དེ་བར་དུ་དེ་ནི་ཁ་དོག་ས་ཡ་དེ་བསྟན་པ་རེད། གཟུགས་ཏེ་གཟུགས་ཅན་བྱེད་ཀྱི་དབྱེ་བ་སྟེ། ད་ཡང་འདི་ནི་མ་འདྲ་གང་ཞེ་ན་གསུངས་རེ། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པ་རྣ་བའི་དབང་པོས་གཟུང་བའི་དོན་གང་ཡིན་པ་སྟེ། ད་དེ་རང་རོ་བ་འབྱུང་བཞིའི་རྒྱུར་བྱས་པ་གང་ཞིག་རྣ་དབང་གིས་གཟུང་བྱ་ཉིད་དུ་གྱུར་བདེ་བ་སྟེ། ད་དེ་ལ་བ་གཡས་བཟུང་བ་ཡིན་ན། ཡིད་དུ་འོང་བས་ཀྱི་སྒྲ། ཡིད་དུ་མི་འོང་བའི་སྒྲ། གཉིས་ཀ་མ་ཡིན་པའི་སྒྲ། དེ་ནས་ཟིན་པའི་འབྱུང་བ་ཆེན་པོའི་རྒྱུ་ལས་བྱུང་བའི་སྒྲ། ཟིན་པ་མ་ཡིན་པའི་འབྱུང་བ་ཆེན་པོའི་རྒྱུ་ལས་བྱུང་བའི་སྒྲ། དེ་གཉིས་ཀ་དང། འོག་ལ་སོགས་པ་དག་དེ་གསུངས། དེ་གསུངས་དུས་གཙང་ནས། དེ་ནས་དང་པོ། དཔེར་ན། ཡིད་དུ་འོང་བའི་གྱི་སྒྲ་ཟེར་དུས་གཙང་ནས། ད་མཚམས་མཚམས་ང་ཚོས་འདི་ཅིག། དེང་སང་དུས་ཚོད་ལྟར་དཔྱད་ཡོང་གི་མ་རེད་མ་གཏོགས་པའི་སྔོན་མའི་གི་སྐབས་དེ་འདྲ་ལ་བར་སྣང་གི་སྒྲ་དེ་འདྲ་གྲགས་ཡོང་གི་རེད་གསུངས་གི་འདུག་ཨོ་ད་རིགས་གཅིག་བུ་ཆུ་འཁྱིལ་བར་མི་འགྱུར་རོ། འདི་ནས་དེ་ནས་ཉི་མ་བདུན་ཙམ་གྱི་རྗེས་ལ་དེ་ནས་ཆོས་དཔེ་དག་ཅིག་སྦྱར་བུ་གི་སྦྱར་སྲིད་ལ་སོགས་པ་ཐོབ་པར་འགྱུར་རོ་ཟེར་ཡང་འགྲོགས་པས་སེམས་པ་སྐྱིད་པོ་བཟོ་ཡག་གི་སྒྲ་དེ་འདྲ་གྲགས་ཡོང་གི་རེད་ཟེར་གི་འདུག་དེང་དུས་དུས་ཚོད་ལ། དེ་ནི་ཡིད་དུ་འོང་བའི་སྒྲ་ཟེར། ཡང་ན་ང་ཚོ་གཞས་ཀྱི་སྒྲ་དེ་ཚོ་ཀོ་ཅིག་སྟེ་སྤྱི་བོ་འབྲུག་གསོ་ཐུ་བོར་བ་འོ་དེ་འདྲའི་གི་སྒྲ་དང། དེ་ནི་ཡིད་དུ་མི་འོང་བའི་སྒྲ་ཟེར་ཡ་དེ་ནི་དག་ནམ་རྒྱུན་སྐྱིད་དབུགས་ཀྱི་ཚིག་རྩུབ་ལ་བརྟེན་ནས་གཤེ་གཤེ་བཏང་བ་བྱུང་བའི་གི་སྒྲ་ལྟ་བུ་ཅིག་གོ་བ་ཙམ་གྱི་སྒོ་ནས་དེ་ནི་དཔེ། ཡི་ཐང་ཆད་གཅོད་ཡ་རེ་དག་སྒྲ་དེ་ཚོ་རེད་དེ་ཡིན་དུས་ཡིད་དུ་མི་འོང་བ་དང། དེ་ནི་གཉིས་ཀ་མ་ཡིན་པ་དག་སྒྲ་ཁ་ཤས་གོ་བསྡད་ན་དམིགས་བསལ་ཡུལ་དེ་ལ་ཅིག་ཚོར་བ་འགྲོ་གལ་མེད་ཡོང་བ་ལྟ་བུ་དེ་འདྲས་རེད། འོ་དེ་འདྲས་དེ་ཡིན་དུས་གཉིས་ཀ་མ་ཡིན་པ།

མོར་བ། ད་དེ་ཚོ་འདྲ་ཅན་ཡིན་ན་ཀོ་ཅིག་གང་ཟག་ཅིག་གི་རྩོལ་བ་ལས་བྱུང་གི་མོར་བ། འོ་དེ་འདྲ་ཞིག། དེ་ནས་དེ་གཉིས་ཀ་དང་སི་ཏུ་རྩ་ནས། དཔེར་ན། རྔ་སྒྲ་ལྟ་བུ་ཅིག་ལ་ཆ་བཞག་གོ། རེད། མཚམས་མཚམས་རྔ་སྒྲ་ལ་བཞག་གི་ད་བ། ངག་གི་སྒྲ་དང་རྒྱ་གླིང་གི་སྒྲ། ད་སྐྱེས་བུའི་ཤེས་རྒྱུད་ཀྱི་ཟིན་པའི་གི། ཐབས་ལམ་དེ་འདྲའི་དང་འབྱུང་བ་དེ་འདྲའི་དང། དེ་ནས་སྐྱེས་བུའི་ཤེས་རྒྱུད་ཀྱི་མ་ཟིན་པའི་རྔ་ཁོ་རང་གི་འབྱུང་བ་ལྟ་བུ་དེ་འདྲའི་གི་འབྱུང་བ་གཉིས་ཚོགས་ལ་དེ་ནས་ཡོང་བའི་གི་སྒྲ་ཡིན་དུ་རྩ་ནས། དེ་ནས་གཉིས་ཀ། དེ་གཉིས་ཀ་ཡིན་པ་ཟེར་ཐལ་སོང་རེད། དེ་ནས་དེའི་རྗེས་འདུ་འཇིག་རྟེན་གྱི་གྲགས་པ་དང། འཇིག་རྟེན་འཇིག་རྟེན་གྱི་གྲགས་པ་ཟེར་ཡོང་དུས་ཙང་ནས། དེ་ནས། ཨ། འཇིག་རྟེན་ལ་ཅི་དང་འདྲ་ཟེར་ནས་ཡོངས་སུ་གྲགས་བདེ་བའི་གི་བདག་ཉིད་ཅན་གྱི་གྲགས། འཇིག་རྟེན་གྱི་གྲགས་པ་དང། དེ་ནས་གྲུབ་པའི་བསྟན་པ་དང་ཟེར་དུས་ཡང་མཚམས་མཚམས་གྲུབ་མཐའི་སྒོ་ནས་དེ་ནས་བཤད་བཞག་པའི་གི་གྲགས། གྲུབ་པའི་བསྟན་པ་དང། དེ་ནས་སྐབས་འགའ་རེ་ལ། ཀུན་བཏགས་པ་ཀུན་བཏགས། སྒྲོ་བཏགས་ནི་དེ་ནི་སྒྲ་རེད་ཟེར་ནས་བཤད་ཅེས་པ་དག་མིང་སྒྲ་ཡི་མིང་བཏགས་ཅེས་པ་ལྟ་བུ་དེ་འདྲས་དང། དེ་ནས་དེ་བཞིན་དུ། ད་ལྟ་འདི། འཕགས་པའི་ཐ་སྙད་བཏགས་པའམ། འཕགས་པའི་ཐ་སྙད་བཏགས་པ་དང་འཕགས་པ་མ་ཡིན་པའི་ཐ་སྙད་བཏགས་པ་ཟེར་ཡོད་འདུག་ཙང་ནས། འཕགས་པ་རྣམས་ཀྱིས་དེ་ནི་ཅིག་བདེན་པར་གསུངས་པ། དྲང་པོར་གསུངས་པའི་གི་སྒྲ་ལྟ་བུ།

ཅི་དང་དྲི་མ་ཚོགས་བོ་ལ་གོ་བགོར་བ། དྲི་ངད་ལྡང་བ་ཟེར་ན། དེ་དུས་དྲི་ཡག་པོ་ལ་གོ་བགོར་ད། མཚམས་མཚམས་དྲག་དར་དང་དྲག་གུ་དྲི་ང་དང་ངད་ལ་ལྡང་བ་ངད་པ་ལ་ཟློ་བ་དེ་ལ་སྤོས་ཀྱི་དྲི་ངད་པ་ཟེར། ཡང་ན་དྲི་བསུང་འཐུལ་བ། དེ་ཚོ་སྟེ་དྲི་མ་ཞིམ་པོ་གི་མིང་འདྲ་བོ་གཅིག་རེད་བ་དྲི་ངད་འཐུལ་བ། ཡང་དྲི་ངན་འཐུལ་བ་ལ་ན་ཁ་ཁར་བ་རྗེས་འཇུག་དག་དེ་ཡིན་ན་འགྲིག་གི་རེད་རྗེས་འཇུག་ནག་ཡིན་ན་སྡུག་གི་རེད་དེ། དེ་ནི་དྲི་ང་བ་ཟེར་དུས་དྲི་མ་ཚོར་བ་དེ་རེད་དྲི་ཞིམ་པོ་གི་ལྡོག་ཕྱོགས་དེ་དྲི་ང་བ་དང།

དྲི་མ་ཞེས་འབོད་ཀྱི་དངོས་པོ་རིགས་མང་པོ་ཚོ་མཉམ་དུ་བསྲེ་བསྲེ་བཏང་ནས་བྱུང་བའི་དྲི་མ་དེ་ལ་དེ་ནི་སྦྱར་བྱུང་གི་དྲི་ཟེར་གྱི་ཡོད་རེད། དེ་ནི་བྱུར་བག་ལས་བྱུང་བ་ཟེར་དུས་ཙང་ནས་ད་ཡང་འདི་ཚོ་བྱུར་བག་ལ་ཟེར་དུས་ཙང་ནས་དཔེར་ན་དེ་ནི་དམིགས་བསལ་གྱི་སྐྱེས་བུ་གྱི་ཕན་ཚུན་སྦྱོར་བྱུང་ལ་སོགས་པ་ལྟ་བུ་དེ་འདྲའི་སྒོ་ནས་མ་ཡིན་པར་རང་བཞིན་གྱི་དེ་ནས་ཅིག་ཡིན་ཡང། ཕྱི་ལོགས་ཀྱི་རླུང་ལ་སོགས་པ་དང་ཁོར་ཡུག་ལ་སོགས་པ་དེ་ཚོ་ལ་བརྟེན་ནས་དྲི་ཞིམ་པ་དང་མི་ཞིམ་པའི་རང་བཞིན་དུ་བྱུར་སོང་བ་འཇུ་བ་ཅན་གྱི་དེ་ནི་དྲི་མ་ལྟ་བུ་དང་དེ་ཚོ་གསུང་དགོས་ཟེར་བ། དེ་ཡང་འདི་བྱུར་བག་ལས་བྱུང་བའོ། ཨ་ཡ། དེ་ནས་རོ་གང་ཞེ་ན། འབྱུང་བ་ཆེན་པོ་བཞི་དང་རྒྱུར་བྱས་པ་སྤྱིའི་དབང་པོ་བཟུང་བའི་དོན་གང་ཡིན་པ་སྟེ། ཨ་དེ་ལ་ཡང་དེ་ནི་ཁ་བ། ཁ་ཐིག་ཡོད་མཁན་ང་ཚོ། དེ་ནི་སྐྱུར་མོ། ལིམ་གྱི་དེ་ནི་བྲོ་བ་ལྟ་བུ་སྐྱུར་བ། དེ་ནི་ཚ་བ་སུ་བེན་ལྟ་བུ། ཀ་བ་སེ་ཡིན་དུ་ཚ་ནི་མཚམས་ཚ་ང་ཚོ། འདི་ཟླ་བ་གར་སེ། སྐྱུ་རུ་ར་སེ་ཡ་ཤིང་ཐོག་གི་ཟླ་བ། ཇག་བཙུགས་འདུག་དེ་ལ་གར་སེ་འདུག། ག་རེའི་དེ་མིང་དེ་ར་ཇག་གི་ཨིལ། ཨི་ཅིག་ལ་ཨུས་པན། ཨ་ཨམ་ལི། ཨོ་ཨེ་ཅིག་ལ་ཨེམ་ལི་ལ་ཨོ་ཨོ་ཡ། ད་དེ་འདྲ་བོ་ཅིག་ང་ཚོ་ཁ་ནས་གླེང་ཟིག་ཅིག་ཟླ་བ་དེ་ཁ་ཏི་ཡིན་པའི་བཟོ་འགྲོ་བོ་ཡང་དེ་ཡང་ལབ་རྒྱུ་མེད་པ་འགྲོ་བོ་དེ་ལ་ཀ་བས་ཀྱི་དེ་ནས་དེ་དང་དེ་བྲོ་བྲོ་བ་ཟེར་རོ་དེ་འདུག་ཀ་བ་དང་དེ་ནས་ལན་ཚ་ཟེར་ན་ཚ་རེད། དེ་ནས་མངར་མོ། དེ་བཞིན་དུ་རོ་ཡིད་དུ་འོང་བ་དང་ཡིད་དུ་མ་འོང་བ་དང་དེ་ནས་དེ་གཉིས་ཀ་མ་ཡིན་པ་དང། ད་ལྷན་ཅིག་སྐྱེས་པའི་གི་རོ་ཟེར་དུས་བུར་ཤིང་གི་རོ་འདྲ་བོ་ཅིག་རེད། སྦྱར་རྒྱུང་གི་རོ་ཟེར་དུས་ཙང་ད་དེང་སང་ང་ཚོ་སྔ་མོ་འདྲ་མི་འདྲ་བྲོ་བ་ཅིག་འདྲ་མི་འདྲ་མང་པོ་ཚོ་མཉམ་དུ་སད་སེད་བཏང་ནས་ཡོང་བའི་གི་བྲོ་བ་ལྟ་བུ་དེ་ཚོ་ལ་དེ་ནི་སྦྱར་རྒྱུང་གི་བྲོ་བ་ཟེར་གི་ཡོད་རེད་དེ་ནི་བྱུར་བ་ལས་བྱུང་བ་ད་དེང་ཡང་བྱུར་བ་ལས་བྱུང་བ་ཟས་ཟ་འཇིག་ནང་བཞིན་བྱས་ནས་ཅིག་རོ། བཟང་ངན་ལ་སོགས་པ་སྣ་ཚོགས་པ་གོ་ཅིག་འཁོར་ཡུག་དང་ད་སྤྱན་ལ་སོགས་པར་དེ་ནི་གོ་འགྱུར་འགྲོ་ཡ་དེ་ཚོ་ལ་བྱུར་བ་ལས་བྱུང་བ་ཨོ་ད་དེ་འདྲས་གསུང་གི་ཟེར་དེ་ཡིན་དུས་བྱུར་བ་ལས་བྱུང་བ་འོ་གསུང། འོ་དེ་ན་བཞག་ན།